བུད་མེད་ཀྱི་ཚོགས་ཆེན་དང་པོའི་ཐོག་ལ་གསུང་བཤད་གནང་མཁན་དེ་དང་ཕྱོགས་མཚུངས་པའི་ཨན་ཚོགས་བཅར་བ་དང་ལྷན་རྒྱས་ཚང་མ་ལ་ཐོག་མ་དེ་ང་རང་སྒེར་གྱི་ངོས་ནས་བོད་ལོ་གསར་བ་སླེབས་འགྲོ་ཡོད་པ་དང་སྟབས་བསྟུན་བྱས་དེ་རིང་འདིའི་སྐད་ཆ་བཤད་ཡས་གོ་སྐབས་རག་པ་དང་སྟབས་བསྟུན་བྱས་ནས་མཛའ་ཞིང་བརྩེ་བའི་འཚམས་འདྲི་བཀྲེས་ལེགས་དང་ལོ་གསར་ལ་བྱ་བ་ལམ་འགྲོ་ཡོང་བའི་སྨོན་ལམ་ཞུ་གི་ཡོད་ཐུགས་རྗེ་ཆེ། སྤྱིར་བཏང་ད་ང་སྐད་ཆ་བཤད་མཁས་པོ་ཞིག་ད་ཡོད་མ་རེད་སྐད་ཆ་ཞུ་བཤད་ཐུབ་མ་རེད་གྲོས་ཚོགས་ནང་ལབ་པ་ནི་ཡར་ལངས་བ་དང་མར་བསྡད་པ་འདྲ་བོ་འགྲོ་བ་ཞིག་རེད་ལངས་ཀྱི་སྐད་ཆ་ཐུང་ཐུང་དེ་འདྲ་མ་བཤད་མཁན་མ་རེད་དེ་རིང། རྣམ་པ་ཚོ་ཉིན་མ་གཉིས་དེ་ཕྱེད་ཀ་བཀའ་བསྡུར་གནང། དེ་ནང་ཚད་དོན་ཚན་སུམ་བརྒྱ་བཟོས་དེ་ཕྱོགས་བསྒྲིགས་བྱས་དེ་ག་ལ་ང་ལ་སྐྱ་ཞིབ་བྱེད་དགོས་ཟེར་ན་ངས་བྱེད་ཐུབ་བའི་ནུས་པ་དང་སྤོབས་པ་ཡོད་རེད་བསམ་གྱི་མི་འདུག་ད་ཡིན་པ་ཡིན་ནི་ཡང། ཁྱི་ལ་སེར་སྐྱའི་མིང་བཏགས་བྱས་དེ། བཀའ་བློན་གྱི་མིང་བརྗོད་པའི་ཆ་ནས་ལས་འགན་ཐོག་ནས་ངས་ཁྲ་ལ་ཁྲི་འབུད་ཀྱི་འབད་བརྩོན་ཞུ་གི་ཡིན། དང་པོ་དེ། རྣམ་པ་ཚོ་དཀའ་སྡུག་གནང་བྱས་ང་ཚོ་དམིགས་བསལ་ཚོགས་ཆེན་རྒྱལ་ཡོངས་ཚོགས་ཆེན་མང་པོ་ཚུགས་དགོས་བ་རེད་ཚོགས་ཆུང་དགོས་ཆེད་སྙན་ཐོ་མང་པོ་བཟོས་དགོས་བ་རེད་སྙན་ཐོ་ཕྱོགས་བསྒྲིགས་བྱེད་དགོས་བ་རེད་ཁྱོད་ཚང་མ་སྙན་ཐོ་ཚང་མ་མཐའ་མའི་སྙན་ཐོ་ལ་སླེབས་དང་མ་སླེབས་ལས་དེ་དོན་དག་གཅིག་རེད། འདི་ལས་གལ་ཆེ་ལག་ལེན་བསྟར་ཡ་གི་རེད་འདི་བརྩམས་པ་ལ་ཐོག་མ་དེ། རྣམ་པ་ཚོ་དཀའ་སྡུག་གནང་བྱས་ཚོགས་ཆུང་བདུན་གྱི་དཀའ་སྡུག་ཞིབ་བཞིན་རྒྱས་པ་གསལ་པོ། བྲིས་པ་འདི་ག་ཚང་མ་གསལ་པོ་ཡོད་པ་ང་དེ། དབུ་འབྱེད་མཛད་སྒོ་མ་དེ་བཅར་ཡོད་མ་དེ་རིང་མ་བཅར་ཡོད་མ་དེ་སྤར་རོགས་འདུག་བ་ལ་བྲེལ་ཡོད་འགའ་ཤས་ཀྱིས་སྐད་ཆ་དྲི་དུས་དྲི་བ་མང་པོ་གཏང་གི་འདུག་འཚང་ཁ་ཤིག་ཤིག་རེད་བཞག་དུས་ཚོད་འདང་གི་མི་འདང་ཙམ་མ་ལ་དེ་གའི་ཚང་མ། ཚོགས་བཅར་བ་ཚང་མས་ཀྱིས་དོ་སྣང་ཡག་པོ་གནང་བ་དང་དེ་ལ་ཁུར་ལེན་པ་འདི་བཀའ་ཤག་གི་དགོངས་པ་གཞིར་བཟུང་གིས་བུད་མེད་ནུས་སྟོབས་ཀྱི་ཚོགས་ཆེན་ཐེངས་དང་པོ་བསྐོངས་ནས་དེ་འདྲའི་ཐོག་ལ་རྣམ་པ་དོ་སྣང་བྱས་པ་འདི་དཔེ་མི་སྲིད་ཡག་པོ་ཐག་རིང་པོ་འདས་ཕེབས་པ་ཙམ་མ་ཟད་ཕེབས་པ་ནང་བཞིན་གྱི་ཕེབས་སྒོ་ཆོད་པ། ད་ལྟ་བགྲོ་གླེང་བྱེད་ཡ་དང་དྲི་བ་བཏང་ཡ་དང་ཆ་ཤས་ལེན་ཡ་དེ་ཡག་པོ་གནང་བ་དེ་འདྲ་དཔེ་མི་སྲིད་བཀའ་ཤག་གི་ངོས་ནས་དགའ་བསུ་དང་འཚམ་ཐུགས་ཆེ་ཞུ་ཡ་ཡིན། དེ་ག་ནང་བཞིན་རྣམ་པ་ཚོས་ཀྱི་དགོངས་ཚ་སུམ་བརྒྱ་འདིས་ཚོགས་ཆུང་གི་ཕྱོགས་སྡོམ་བརྒྱ་ཆ་མཐའ་མ་དེ་དོན་ཚན་ལྔ་བཅུ་ང་བདུན་འདུག་སྲིད་བྱུས་ཀྱི་དོན་ཚན་བདུན་ནང་ལོགས་ལ་དབྱེ་བ་བཅས་ཀྱི་དོན་ཚན་ལྔ་བཅུ་ང་བདུན་ཆགས་ཏེ་ཞག་ལྔ་བཅུ་ང་བདུན་ཚང་མ་ང་ཚོས་ལག་བསྟར་ཐུབ་པ་ཡིན་ན། དགོས་ཡས་དེ་རེད། ཡིན་པ་ཡིན་ནའི་སྲིད་བྱུས་ལ་ཡས་དེ། སྒྲིག་འཛུགས་གཞུང་གིས་གཏན་འབེབས་བྱེད་ཀྱི་རེད། སྲིད་བྱུས་ཀྱི་ལག་ལེན་བསྟར་ཡས་དེ་གཞུང་གཅིག་པོ་ལ་ཡིན་པ་ཁྱབ་པ་ཡས་གལ་ཡོད་མ་རེད། འདི། སྲིད་བྱུས་འདི། སྤྱི་ཚོགས་ཀྱི་ཚོགས་པ། Civil Societies། དེ་ག་ནང་བཞིན་མང་ཚོགས། ཕ་མ། ཚང་མ་ལ་འགན་ཡོད་པ་མ་གཏོགས། པན་ཆེན་དང་ང་ཚོ་ཤེས་ཡོན་སྲིད་བྱུས་གཏན་འབེབས་བྱས་པ་རུ་བ་གྲོས་ཚོགས་ཀྱི། གཞན་ཡང་སྲིད་ཇུས་འདི་གཏན་འབེབས་བྱེད་ནི་བཀའ་ཤག་གཅིག་པུ་གི་ལས་འགན་རེད་པས་ཤེས་རིག་ལས་ཁུངས་གཅིག་པུའི་ལས་འགན་རེད་པ་ཙམ་མ་རེད་བ་སྙམ་འདུག་ཤེས་རིག་ལས་ཁུངས་བཀའ་ཤག་འཛིན་སྐྱོང་དགེ་རྒན་སློབ་གྲྭའི་སྒྲིག་འཛུགས་ཕ་མ་སྤུ་གུ་ཚང་མ་ཆ་ཤུགས་ཙམ་ཚང་མས་མཉམ་རུབ་བྱེད་པར་མ་གཏོགས་སྲིད་ཇུས་བཟོ་ཡ་དེ་གཞུང་གི་ལས་འགན་རེད་བསྟན་པ་སྲིད་ཇུས་ཉིས་སྟོང་བརྒྱད་ལ་གཅིག་ཡོད་རེད་ད་རེས་བཀའ་ཤག་གིས་ཁ་ཚིག་སྐུ་ངོ་སྲིད་སྐྱོང་བཀའ་གནང་བ་ནས་བཞིན་སྲིད་ཇུས་འདིའི་ཐོག་ལ་གོ་བསྡུར་ནན་པོ་གོ་བསྡུར་ལྷུག་པོ་ཚོགས་ཆུང་ལྔ་བཅས་རིམ་པས་ནི་ཡ། ཚ་རྒྱག་གི་རྒྱག་གི་རྒྱག་གི་ཐ་མ་ལས་བྱེད་བཀའ་རྒྱ་ནང་ལ་ཡང་ཉི་མ་མང་པོ་གྲོས་བསྡུར་བྱས་པའི་ཐོག་ནས་བཀའ་བློན་ཚང་མས་དགོངས་འཆར་ལྷུག་པོ་གནང་རྗེས་མཐའ་མའི་དོན་ལ་སྲིད་བྱུས་འདི་བསྐྱར་ཞིབ་བྱས་རྗེས་བབ་པར་བ་བབ་པ་ཙམ་འདི་ག་རང་གི་སྲིད་བྱུས་རྩ་ཆེན་པོ་ཆགས་ཙམ་པོ་ལ་འདི་འདྲ་བའི་སྲིད་བྱུས་འདི་བཀའ། ཡོད་པ་འདི་བཀའ་ཤག་གཅིག་པོ་ལ་ཡང་བལྟས་རོགས་འདི་མ་རེད་ད་འདི་ཡང་རྣམ་པ་ཚོས་དགོངས་པ་བཞེས་རོགས་འདི་ཡིན་གྱི་མིན་གྱི་ང་ཕྱོགས་ཚང་མས་ཀྱི་སྲིད་བྱུས་འདི་ལ་ད་སྲིད་བྱུས་འདི་མདོ་ལ་རིང་མོ་བྲིས་པ་ནང་བཞིན་འགྱུར་བ་བཏང་ཡ་མེད་པ་རེད་ཟེར་ན་དེ་འདྲ་ཡང་མ་རེད། ཁོའི་སྐབས་དེ་དུས་ལ་སྐྱ་ཡོལ་ཡོང་སྲིད་ཀྱི་རེད་དེ་ཡང་ཁོ་ཁོའང་འགྲོ་སྟངས་ཡོད་དགོས་པ་དེ་རིང་འདུག་ལབ་པ་དང་སང་ཉིན་རྒྱུ་བ་དང་ལྟས་ཡོང་ཡ་ཡོད་མ་རེད་ལག་བསྟར་བྱེད་ཀྱི་བྱེད་ཀྱི་མ་ཐུབ་པ་དང་ཐུབ་པ་དང་རྒྱུ་དང་རྐྱེན་ཚང་མ་བལྟ་ནས་མཐའ་མའི་དུས་ལ་དེ་འདྲའི་འགྲོ་ཡ་གི་རྐྱེན་ཚང་མ་ལ་སྲིད་ཇུས་འདིའི་ཐོག་ལ་རྣམ་པ་ཚང་མས་ད་རེས་སྲིད་ཇུས་ཁ་ཚིག་ཐོག་མ་ཟླ་བ་འདི་གི་ཚེས་པ་གཉིས་ལ་ཀོང་བོ་སྲིད་སྐྱོང་གི་ས་བགོས་གསལ་བསྒྲགས་བྱས་ནས་རྒྱལ་ཡོངས་ལ་ཡོངས་ཁྱབ་གནང། དེ་ག་ནང་བཞིན་གྱི་ཚོགས་ཆེན་ཀོང་བོ་དང་འདི་བྱས་ད་ཡང་ཞུ་བ་རྣམ་པ་ཚོས་ཀུན་བཏུས་མཇལ་ཁ། ཐོབ་པ་རེད། སྐྱབས་མགོན་རིན་པོ་ཆེའི་བཀའ་སློབ་ཕེབས་ཡོད་ཕེབས་ཡོད་རེད་ག་རེ་ཕེབས་མེད་པ་ང་ཞུ་གི་ང་ཡི་གི་ཅག་མེད་དུས་ཤེས་གི་མེད་དེ་ཡིན་ན་ཡང་གཙོ་ཆེ་ཤོས་དེ་རིང་བུད་མེད་ཀྱི་ཚོགས་ཆེན་ལ་སྨད་ནས་ཀུན་ཏུ་བཀའ་སློབ་གནང་སོང་འདི་རྒྱ་བོར་གནང་བཞིན་པའི་བཀའ་སློབ་འདི་རྩ་ཆེན་པོ་རྩིས་བཞིན་འདི་སེམས་ལ་ཞར་བ་ཙམ་དུས་རྒྱུན་དུ་ཉམས་ལེན་བྱས་ནས་ལག་བསྟར་བྱས་དེ་གལ་ཆེན་པོ་ཞུ་གི་ལག་བསྟར་བྱེད་པའི་སྐབས་སུ་མང་ཚོགས་ལ་མང་ཚོགས་པ་བའི་ལག་བསྟར་སྒྲིག་འཛུགས་ལ་སྒྲིག་འཛུགས་པ་བའི་ལག་བསྟར་བྱས་མི་དམངས་ལ་མི་དམངས་པ་བའི་ལག་བསྟར་བྱས་འགན་འཁྱེར་མཁན་ལ་འཁྱེར་ལག་བསྟར་འདི་ཚང་མ་ང་ཚང་མས་ཧ་རུ་པའི་ལག་བསྟར་བྱས་པ་ན་ཏན་ཏན་ཨ་ནི། སྐུ་མདུན་མཇལ་ཁ་ཞུ་བའི་དོན་བསྒྲུབ་པ་ཡིན་སོང་ཙང་མང་གཙོ་ཚང་མས་ཀྱི་བཀའ་སློབ་གཞི་ལ་ཤར་བའི་ཐོག་ནས་སྲིད་བྱུས་འདིའི་ཐོག་ལ་ཚང་མས་ཕྱག་ར་ཟུར་བཞིན་བཀྱག་བར་མ་གཏོགས་སྲིད་བྱུས་བཟོས་འདི་བཀའ་ཤག་གཅིག་པུ་སྤུངས་ཤོག་ན་ཡོང་ཡ་ཡོད་མ་དེ་ཙམ་མོ་དེ་ཡིན་རྒྱུ་དགོངས་པ་བཞེས་རོགས་བྱས་བྱས་ཙང་རྣམ་པ་ཚོས་ཀྱི་དོ་སྣང་དང་དེ་གནང་བ་དེ་དག་དཔེ་མི་སྲིད་དགའ་པོ་བྱུང་ཐུགས་ཆེ་ཞུ་ཡ་ཡིན་ད་དེ་ནས་སྲིད་བྱུས་འདི་ནང་དུ་དཔེ་འཆལ་ཞིག་ན་ཨེ་འདྲ། དཔེ་ན་ངས་དཔེ་མཚོན་ཞུས་པ་ཡིན་ན་དེ་གི་དཔེ་འཆོལ་དང་བྲལ་བའི་དོན་ང་དཔེ་འཆོལ་གྱི་འགན་ཡོད་པ་སོང་ཙང་བུད་མེད་ཨེ་འདྲ་དེ་ཚོང་ལས་ཡར་ཐོན་ནང་ན་བུད་མེད་ལ་འགན་སྤྲད་དགོས་འདུག་བུད་མེད་ལ་ཐོབ་ཐང་སྤྲད་དགོས་ལ་ཨེ་དེ། སྲིད་ཇུས་འདི་རྙིང་མ་མེད་པའི་སྐབས་ནས་སྲིད་ཇུས་བརྒྱད་ནང་ཚན་རྩ་བའི་རོབ་ཚུགས་བྱོས་རེད་དེ་འདི་མ་ཐོན་ངེས་ནས་ང་ཚོ་བདག་ཉིད་ཕྱི་ཟླ་བརྒྱད་པའི་ནང་ཚོགས་ཆེན་ཚུགས་པ་རེད། ཡར་ཐོན་ཚོང་ལས་རམ་འདེགས་ཀྱིས་བུད་མེད་ལ་གོ་སྐབས་སྤྲད་པ་ཆེད་མངགས་བུད་མེད་ཀྱི་སྡེ་ཚན་ཚོགས་འདུ་རང་གོ་སྒྲིག་བྱེད་ཅེས་ཨ་མདོ་སྡེ་སྤྱི་འཐུས་དབུ་དཀར་ཚང་གཡུ་སྒྲོན་ལགས། དེ་ག་ནང་བཞིན་ནོ་བྷེལ་བསླུ་བྲིད་དགེ་འཛིན་དཔེ་སྒྲོན་ལགས། དེ་ག་ནང་བཞིན། ཚེ་རིང་ཚོམ་བུ་ལགས་འདི་འགྲོ་མི་ཐུབ་ཐང་འགན་འཛིན་ཚེ་ཚོམ་བུ་ལགས་ཁོང་གསུམ་གྱིས་བུད་མེད་ངོས་ནས་ཚོང་ཐོག་ལ་ག་རེ་བྱེད་ཐུབ་ཀི་རེད་དེ་འདྲས་འདི་ང་ཚོ་གས་དེ་འདྲས་ཡོང་གི་རེད་བསམ་མ་སོང། ང་དེ་དུས་རྒྱ་མདོ་བ་ཟུར་ཉན་བསྡད་པའི་སྐབས་སུ་ཏན་ཏན་ཁོང་ཚོ་བཀའ་སློབ་གནང་སྟངས་ཚེ་ཚོམ་བུ་ལགས། གོ་སྐབས་ཕུལ་ཚར་བ་དེ་རིང་འདི་ན་ཡོད་མེད་སྐད་ཆ་ཡོང་བ་དང་འདི་ན་སྲིད་གཞུང་ནང་ཡོད་པ་མང་པོ་ཆེ་བཀའ་ཤག་དང་ལྷན་ཁང་སོགས་སུ་ཐུག་རྒྱུ་གནང་དང་གནང་བཞིན་པ་རེད་ད་གནང་དང་གནང་བཞིན་པ་ལ་ཡར་རྒྱས་བཏང་ཡར་ལངས་ཡོད་རེད་བསམ་ཡར་རྒྱས་ཡོད་རེད་ཡར་རྒྱས་ཡར་རྒྱས་ལ་མཐའ་མེད་པ་སོང་ཙང་དེ་ཙམ་པོ་ལ་ཡར་རྒྱས་བཏང་ཆུག་གི་རེད་ཡར་རྒྱས་བཏང་བ་བྱས་པ་ལ་མང་ཚོགས་དང་ཚང་མས་མཉམ་རུག་བྱས་དེ་གལ་ཆེན་པོ་རེད་ཞག་ཕྱི་ཙང་དེ་ཙམ་པོ་ལ་སྲིད་ཇུས་འདི་དེ་རིང་ལག་བསྟར་བྱས་ན་བཞིན་རྣམ་པ་ཚོས་ད་ཡིག་ཆ་འདི་དང་གི་དེ་ཟིན་བྲིས་ཚོགས་ཆུང་སོང་ན་བཞིན་གཙོ་བོ་དེ་རིང་གཏན་འབེབས་ད་གཏན་འབེབས་ཟིན་ནས་འདི་རྣམ་པ་ཚོས་གི་དགོངས་འཆར་རེད་ད། དེ་ཡང་དམིགས་བསལ་ཚོགས་ཆེན་བཅའ་ཁྲིམས་ནས་དགོངས་དོན་ལུང་དྲངས་པའི་དམིགས་བསལ་ཚོགས་ཆེན་གྱི་གྲོས་ཆོད་འདི་ཡང་བཀའ་ཤག་གིས་ལག་ལེན་བསྟར་དགོས་པའི་ཁྱབ་པ་ཡོད་མ་རེད། ད་ལྟ་དམིགས་བསལ་ཚོགས་ཆེན་བཅའ་ཁྲིམས་ནས་དགོངས་དོན་ཚུགས་བར་འདི་ལྟ་བུའི་དམིགས་བསལ་ཚོགས་ཆེན་གྱི་ལག་བསྟར་འདི་གནང་བ་འདིས་བཀའ་ཡག་ཨ་ནི་གྲོས་ཚོགས་ཀྱི་འགན་འཁྱེར་མཐའ་མ་དབྱེ་གསལ་བྱས་ནས་གྲོས་ཚོགས་ཀྱི་གྲོས་ཆོད་གཏན་འབེབས་ཆ་ནས་གཞི་ནས་ལག་ལེན་བསྟར་ཆ་དགོས་བསམ་པ་ལ་དེ་འདྲའི་བརྒྱུད་ལམ་དེ་རིང་འདི་ང་ཚོ་ཡང་གཞུང་གི་སྒྲིག་འཛུགས་ངོས་ནས་སྐོང་ཚོགས་གནང་བའི་ཚོགས་འདུ་བྱས་ཏེ་འདི་ནང་ལ་གང་དགོངས་ཚ་གནང་བ་འདི་ང་ཚོས་ཨོ་ད་དེ་དེ་ག་ཚོད་གཡུ་བས་བཙལ་གི་མ་རེད་ཏན་ཏན་འདི་གང་ལ་འདིའི་དོན་ཚན་ལྔ་བཅུ་ལྔ་བདུན་དུས་གཙོ་བོར་བཞག་པའི་ཐོག་ནས་རྒྱབ་རྟེན་ག་རེ་ཡོད་པ་ཚང་མ་ཡག་ཏན་ཏན་ང་ཚོའི་སྐབས་དུས་སོ་སོ་ལ་ང་ཚོ་ག་རེ་བྱེད་དུ་ལྟ་ཐུབ་བས་དེ་དེ་བྱེད་ཐུབ་པ་དེ་ག་དེ་སྐྱ་ཆ་སྐྱ་གཞུང་གི་ལས་འགན་རེད་གནང་གི་རེད་མ་གནང་བའི་ཐོག་ཡོད་མ་རེད་དགོང་བོ་ཟིག་སྐྱོང་བ་རེད་དེ་དེ་ག་ནང་བཞིན་བཀའ་བློན་ཚང་མས་འདི་དང་དགོངས་པ་རྒྱ་ཆེན་པོ་བཞེས་དང་བཞེས་བཞིན་པ་འདི་ཚོ་ལ་རྣམ་པ་ཚོས་ཐུགས་དོགས་རྩ་བ་ནས་མ་གཏོང་ན་ད་གལ་ཆེ་ཤོས་དེ་སྲིད་ཇུས་འདི་སུའི་སྲིད་ཇུས་རེད་བུད་མེད་ཀྱི་སྲིད་ཇུས་དེ་ཡང་བུད་མེད་ཀྱི་སྲིད་ཇུས་ཙམ་མ་ལ་གཙོ་བོ་བདག་དབང་དེ་བུད་མེད་ཚོ་ལ་བདག་སྟེ་བར་ཆད་བུད་མེད་ཚོ་གི་འདིའི་སྐར་ལ་དུས་རྒྱུན་དུ་དོ་སྣང་བྱས་སོ་སོའི་ངོས་ནས་འགན་ག་རེ་འཁྲི་དགོས་འདུག་ང་ཚོ་གཅིག་བལྟ་ཡ་དེ་གལ་ཆེན་པོ་ཞིག་རེད་ལྷག་པར་དུ་བོད་པའི་བུད་མེད་ལ་ཨ་ནི་ང་བུད་མེད་ཚང་མ་བོད་པ་གཅིག་པུ་དབྱེ་བ་འབྱེད་དགོས་ན་ནུས་པ་ཡོད་པ་རེད་བ་ཕོ་མོ་ནུས་པ་གཅིག་པུ་གཅིག་མཁྱེན་རེད། ཡིན་དུ་བརྩམས་པ་ལ་ནུས་པ་དེ་ཡར་རྒྱས་བཏང་ཡ་ལ་བརྟེན་དེ་སྲིད་ཇུས་འདུས་ཀྱི་ཐུགས་ཕན་གསོས་ཀྱི་རེད་དེ་གསོས་པ་བྱས་པ་ལ་སྲིད་ཇུས་འདུས་ནང་ལ་ནི་གཙོ་བོ་བུད་མེད་ཚོ་ཀྱི་འགན་ཆེས་ཀྱི་ནི་ཏེ་གཞུང་གི་བྱེད་སྒོ་དུ་གཞུང་གི་བྱེད་གཅིག་པུ་མ་ཡིན་པ་བྱེད་ལོས་ཡིན་གཞུང་གི་གནང་སྒོའི་ཚང་མ་ལོས་བརྒྱ་ཆ་བརྒྱ་གནང་གི་རེད་ནི་དེ་ལས་གལ་ཆེ་སྒྲིག་འཛུགས་ངོས་ནས་གཞུང་འབྲེལ་མ་ཡིན་པའི་ཚོགས་པ་ངོས་ནས་ག་རེ་བྱེད་དགོས་དུ་མ་དུ་འདི་ག་ལ་ཤུགས་རྒྱག་པ་ནི་བརྒྱ་ཆ་བརྒྱ་ངས་ཕན་ཐོགས་ཆེན་པོ་ཆགས་ཀྱི་རེད་བསམ་དུ་དེ་དེ་འདྲ་གཅིག་ཞུས་ན་བསམ་དེ་ནས་ད་སྤེལ་བྱས་དེ་ནི་ཁ་ཚང་ཤི་རིའི་སྐབས་སུ་གསུངས་ཡོད་རེད་སྐུ་ངོ་སྲིད་སྐྱོང་གི་བཀའ་གནང་སོང། སྐུ་ངོ་འཕྲོད་བསྟེན་བཀའ་བློན་བཀའ་གནང་ཡོད་སྲིད་ཀྱི་རེད་དེ་ག་ནང་བཞིན་དེའི་ཐོག་ལ་མཆན་འབུལ་ན་ང་ཚོ་དངོས་ཚིག་ཐོག་ནས་མཆན་འབུལ་ན་དེ་རིང་ངས་དངོས་ཚིག་ཐོག་ནས་དྲང་བཀའ་མང་པོ་ཞུ་ཞུ་ཡ་ཡོད་དངུལ་ངས་ཆ་ལང་ཁྱི་དེ་ལྟ་ཡིན་པ་ནས་ང་ཚོ་དངོས་ཚིག་འདི་གྲོས་ཚོགས་ལ་སླེབས་རྒྱུ་རེད་གྲོས་ཚོགས་མ་སླེབས་གོང་ནས་ངས་དངུལ་འདི་ག་བཏང་ཡོད་ད་བཏང་ཡོད་ད་བཏང་ཡོད་ཞུས་པ་ན་ཡང་ག་འདྲ་འགྲོ་གི་ཆགས་ཀྱི་འདུག་བསམ་ནས་དངུལ་ཚིག་ཆ་ཚང་དེ་སྐྱོན་གྱི་མེད་རྩ་བའི་ཤེས་རིག་ནང་ལ་བུད་མེད་ལ་ག་ཚོད་ཡོད་རེད་འཕྲོད་བསྟེན་ནང་ལ་ག་ཚོད་ཡོད་རེད། དཔལ་འབྱོར་ནང་ལ་ག་ཚོད་རེད་ནང་ཚེ་ག་ཚོད་དབྱེ་བ་དཔྱད་པ་ན་ང་ཚོ་དབྱེ་བ་དཔྱད་ཡས་ལང་ཁ་ཡོད་རེད་ད་དེ་ཡང་སང་ཉིན་གྲོས་ཚོགས་ཀྱི་དངུལ་རྩ་ཚོད་དཔག་ཚོགས་ཆུང་གི་ཞིབ་འཇུག་བྱེད་པ་སོང་ཙང་དེ་ཐོག་ནས་བརྒྱ་ཆ་བརྒྱ་ང་ཚོའི་གི་གཞུང་ངོས་ནས་དངུལ་བཏང་ཡས་དེ་གལ་ཆེན་པོ་རེད་དེ་དངུལ་བཏང་ཡས་གལ་ཆེ་དངུལ་དེ་ཐག་ས་གནས་ས་ཐོག་ལ་སྨིན་པ་བྱེད་ཡས་དང་དེ་ཡང་ཁ་ཡོད་ལག་ཡོད་ཡར་རྒྱས་འགྲོ་ཐུབ་ཡས་ལ་གལ་ཆེན་པོ་ཤ་སྟོན་པ་ལ་རྣམ་པ་ཚོས་གི་དེ་ཐོག་ལ་སྒྲིག་འཛུགས་ངོས་ནས་ཨ་ནི་དཔལ་འབྱོར་གི་མཐུན་རྐྱེན་རེད་ལམ་སྟོན་རེད་ད་ག་ཆེད་མངགས་དེ་རིགས་དེ་ས་གནས་འགོ་འཛིན་རྣམ་པ་གདན་འདྲེན་ཞུ་ཡས་དེ་ས་གནས་ས་ཐོག་ལ་ས་གནས་འགོ་འཛིན་དེ

ངས་དུས་ཚོད་འདིའི་རྗེས་ལ་སྐུ་ངོ་གིས་བཀའ་སློབ་གནང་ཀྱང་གྲོལ་འགྲོ་ཡ་རེད་གྲོལ་བའི་སྐབས་སུ་ཕ་ཡིག་ཆ་འདི་ཨོ་ད་ཡིག་ཆ་བསྟན་པའི་ཆ་འདི་ཅུང་མིན་པ་བྱས་ནས་བཏོན་ལ་སོ་སོས་ངས་སློབ་སྦྱོང་བྱས་ཉམས་ལེན་བྱས་སྲིད་ཇུས་འདི་ཀློག་ཨ་ནི་དེ་ཚོ་མང་ཚོགས་ལ་གོ་རྟོགས་སྤེལ་ནས་མཐའ་མའི་དུས་ལ་བྱས་ཏེ་གལ་ཆེན་པོ་ཞུ་རེད་དེ་ནས་ཡང་ང་ཚོ་རྩུབ་སྤྱོད་དང་ཞིམ་པ་སྤྱོད་འདིའི་རིགས་མང་པོ་ཅིག་ང་ཚོ་ཞུགས་ལག་པ་འཇུ་ས་ཡོད་མ་ད་ངས་ཧ་གི་གཡུག་དགོས་བ་མ་རེད་བཅའ་ཁྲིམས་ཁོ་རང་ནང་ལ་རྒྱལ་ཁབ་གནས་ཡུལ་བོད་མི་རྒྱལ་ཁབ་ཀྱི་ཁྲིམས་ལ་བརྩི་དགོས་ཡོད་ལས་བརྩམས་པ་ལ་ང་ཚོ་མང་པོ་ཅིག་ནག་ཉེས་དང་གནད་དོན་མང་པོ་ཅིག་ཡུལ་ཁྲིམས་ལ་བསྟུན་དགོས་བརྩམས་པ་ལ་ཡུལ་ཁྲིམས་ལ་བསྟུན་པ་བྱས་པ་ལ་ཡང། སྒྲིག་འཛུགས་ངོས་ནས་རྩུབ་སྤྱོད་ཀྱི་རིགས་ཀྱི་བྱ་བ་ལ་སྒྲིག་འཛུགས་ངོས་ནས་བཟོད་བསྲན་རྩ་བ་ནས་མེད་བཟོད་བསྲན་སླེ་བོ་ཡིན་ལ་ཡ་དེ་སྲིད་ཇུས་དེ་དཔེ་གསལ་པོ་རེད་འདི་ཐོག་ལ་མཐུན་འགྱུར་སྦྱར་དགོས་དེ་སྦྱར་གི་རེད། ནས་འདི་འགྲོ་སྟངས་འདི་ཡང་ང་ཚོའི་ཁྲིམས་ཞིབ་ཁང་དང་འགྲོ་ཡ་ཡས་གླེང་བར་ཆོག་གི་མ་རེད་འདི་ཡང་ངས་ཁྲིམས་ཞིབ་ཁང་ཚབ་བྱས་ནས་ཞེས་བྱ་བ་གལ་མེད་འདི་ཡང་ཁྲིམས་ཐོག་ནས་འདི་འགྲོ་ཡ་ཀྱི་གནད་འགག་ཆགས་འདི་ཚོ་མཐའ་མའི་དུས་ལ་ད་ངས་མཐའ་འདོམས་འདྲ་བོ་འདི་ད་རིང་རྣམ་པ་ཚོས་ཀྱི་ཚོགས་འདུ་ལྷུག་པོ་ཡག་པོ་ཐོག་མའི་བཀའ་ཤག་གི་དགོངས་པ་གཞི་བཟུང་ནང་སྲིད་ལས་ཁུངས་གྲ་སྒྲིག་གནང་བ་གཞི་བཟུང་གི་དོན་གོ་ཆོད་པ་དང་ལོ་ཚོགས་ཀྱི་དངུལ་བཏང་བ་དེ་ཐུགས་ཕན་གསོ་བ་ཆགས་ཡས་དཔེ་མི་སྲིད་ཡག་པོ་བྱུང་ཚེ་ཞག་བདུན་ཙམ་བ་འདི་གཅིག་ཡིན་ལྷག་པར་དུ་ཡང་ལོ་ཚོགས་ཀྱི་རོགས་དངུལ་གཅིག་པོ་དང་འདི་ཡང་ལོ་དངུལ་རག་ནས་བྱས་ཡོད་འདི་འདྲའི་གལ་མ་རེད། དེ་ངས་ནི་ཆ་ཤས་ཡོད་རེད་འདོད་ཆ་ཤས་མེད་པ་མ་རེད་ད་འདི་ཡང་དུས་ཚོད་དེ་ཕྱི་ཟླ་གསུམ་པ་ཚེ་འདས་གེ་མར་མང་པོ་བསྟོད་དགོས་རེད་བ་བསྟོད་ས་བསྟོད་ཆོས་མང་པོ་དུང་དགོང་བ་མང་པོ་བསྟོད་བསྟོད་བྱས་དུས་ཚོད་ཆག་རེད་མ་གཏོགས་ཡང་འདི་ཆེད་མངགས་འདི་འདི་བསྟོད་གེ་མ་རེད་འདི་འདི་བསྟོད་ཤེས་བསྡད་ཡོད་ཟེར་དེ་སང་དེང་སང་ང་ཚོ་ལས་ཀ་མ་བྱས་ན་ཤེས་མཁན་གེ་ཡོད་མ་རེད་ལས་ཀ་བྱས་བའི་ཤུགས་ཡང་སྤྱི་ཚོགས་དྲ་རྒྱའི་ནང་ཕ་གཅིག་རེད་ཚུལ་གྱི་ཤེས་མཁན་ཡོང་གི་འདུག་འདི་བཤད་པ་ལ་ཧང་སང་ཡང་འདྲ་གེ་གེ་ཡོད་མ་རེད་བ་ཇི་ཙམ་མང་གེ་ཆེ་ཤོས་འདི་རང་བློ་རང་ལ་ལྐོག་ཏུ་མ་གྱོན་ན་རྣམ་པ་ཚང་མ་སོ་སོ་སོ་སོ་གྱི་ངོས་ནས་བུད་མེད་ཀྱི་ནུས་སྟོབས་ལ་ག་རེ་བྱེད་ཀྱི་ཡོད་དྲི་བ་འདི་དང་པོ་སོ་སོར་དྲིས་དེ་བྲིས་པའི་ཐོག་ནས་ལན་ཐེབས་ན་ཏན་ཏན་གཞན་ལ་འགན་བསྐུར་དགོས་པ་སོ་སོ་འདུག་དེ་འཛུགས་སྐུ་ཆེན་པོ་བཙུགས་ཐུབ་ན་དེ་ལས་སླ་ཤོས་དེ་རེད། ང་ཕ་གའི་ཟུར་ལ་དེ་འཛུགས་སྐུ་ངས་བཙུགས་ཐུབ་རུང་བ་དེ་ངས་བཙུགས་མཁན་དེ་གའི་སྡུག་ཅག་རེད་གསུངས་ནས་དཔེ་མི་སྲིད་ཡག་པོ་རེད་བསྔགས་བརྗོད་རིག་གནས་ལས་ཀ་བྱེད་ནས་མི་ལ་བསམ་འཆར་བཤད་ཐུབ་ན་ཡག་ཤོས་རེད་བསམ་དུས་མཚམས་པ་ལ་ད་ངས་ད་ཡིན་གོང་དུ་བཤད་པ་ནི་ང་སྐད་ཆ་མང་པོ་བཤད་བཞིན་མཁན་དེ་མེད་ཅེས་རྩོམ་པ་ལ་མང་པོ་སྨྲ་བཤད་བྱས་རྣམ་པ་ཚོ་ཞོགས་ཀྱི་མངའ་འོག་ནས་ཡལ་གའི་ཕོ་བྲང་ལ་བཅར། ཨ་འདི་དཔའ་བོ་དེས་གསོལ་ཇ་དེ་ཡག་པོ་ལྷག་ཡོད་མེད་ག་ཞེས་གསོལ་ཇོག་དེར་ལྟོ་གོས་ཀྱིས་ངས་དུས་ཚོད་མང་པོ་མ་ལེན་པར་བྱས་ཏེ་མཚམས་བཞག་ཨ་ནི་དེའི་མཇུག་རྩོམ་གཏམ་བཤད་ལ་བར་རྩིས་ཕུལ་གྱི་ཡིན་ད་རིང་དེ་མཐའ་མ་དེ་ཚང་མ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཨ་ནི་སྲིད་ཇུས་འདི་བྱ་བ་ལམ་ལྷོང་ཡོང་ན་ཚང་མས་ཀྱི་ཧ་རུ་བོའུ་བྱེད་གལ་ཆེ་ཤོས་རེད་མཐའ་མ་སྤྱི་ནོར་ཁང་དུ་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པ་དང་ཨ་ནི་བུད་མེད་ནུས་སྟོབས་གོང་འཕེལ་གྱི་སྲིད་ཇུས་འདི་ཨ་ནི་གོང་འདི་གོང་དུ་སྤེལ་ཏེ་བུད་མེད་ནུས་སྟོབས་བོད་པའི་བུད་མེད་དེ་འདྲ་མཉམ་ཙམ་མ་ཟད་ཡག་པོ་ཆགས་ཡ་ལ་ཚང་མས་ཧ་རུ་བོ་རུ་བྱས་ལ། བཀའ་ཤག་ངོས་ནས་དགོངས་པ་ཞིག་གི་རེད་ང་རང་ཚོ་ཚང་མའི་ངོས་ནས་ཧ་རུ་བོ་གནང་དགོས་དེ་གལ་ཆེན་པོ་རེད་གཞོན་ཐུ་ཆེ།

འདི་དང་ཆབས་ཅིག་ལ་ཡང་རྟ་མཇུག་སྡོམ་མཛད་སྒོའི་སྐུ་མགྲོན་གཙོ་བོ་ལ་ཕེབས་གནང་བའི་དཔལ་ལྡན་སྲིད་སྐྱོང་མཆོག་ལ་མཇུག་སྡོམ་གསུང་བཤད་གནང་རོགས་གནང་ཞུ་རྒྱུ་ཡིན། ཏིས་ལེ། ཨ་འདའི་ཕྱག་གྲོགས་ནང་སྲིད་བཀའ་བློན་དང་དཔལ་འབྱོར་བཀའ་བློན་དབུས་པའི་ཨ་འདའི་ཚོགས་ཆུང་གོ་སྒྲིག་གནང་མཁན་ཚོགས་བཅར་བ། ཚང་མ་དེ་ལ་ད་ང་ཚོ་དེ་བུད་མེད་ནུས་སྟོབས་ཕལ་གྱི་ཚོགས་ཆེན་ཉི་མ་མཐའ་མ་དེ་ལ་བསྐྱར་དུ་བཀའ་ཤག་ཚབ་བྱེད་ཆེད་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་བ་ཡིན་ལགས་འོང། ད་ཉི་མ་དང་པོ་དེ་ལ་ངས་གཏམ་བཟང་བྱེད་ཆེད་འགོ་ཚུགས་པ་ཡིན་རེད་བ་ལ་གཏམ་བཟང་བྱུང་སོང་བ་ལ་བྱེད་ཆེད་ཨ་ནི། གང་ཟེར་ན་ཡང་སྒོ་འདི་བོད་པའི་ལུགས་སྲོལ་ཡིན་སྡོད་ཁང་ལ་སྒོ་བཙུགས་སྡོད་ཀྱི་གཏམ་བཟང་ཞེས་སྒོ་བཙུགས་གནམ་གཤིས་ཡིན་ནའི་ཡག་པོ་སྟོན་ཚང་མ་དགའ་དགའ་སྤྲོ་སྤྲོ་ཞེས་སྒོ་བཙུགས་པ་ཡིན་ན་ཡག་པོ་ཞེ་དྲག་ཡོད་རེད་བསམས་སོ། འདི་སོང་ཚེ་ད་ལས་ཞོ་སྐད་དང་མཇལ་ཁ་བྱུང་ཡང་འདི་དངོས་གནས་རང་ང་ཚོའི་ཧ་ལས་པའི་བསོད་ནམས་ཆེན་པོ་རེད་བསམ་གྱི་འདུག་ཨ་ནི་དམིགས་བསལ་ཞིབ་ཆ་རེད། གང་ཟེར་ན་གཞི་རྩའི་དགའ་ལྡན་ཕོ་བྲང་ནས་གསར་འགོད་སེ་ར་བཏང་གྲུབ་རེད། ད་ལས་ལོ་སར་བར་དུ་གོང་ས་མཆོག་སྐུ་མཚམས་བཞུགས་རེས་སུག་གང་ལ་མཇལ་ཁ་ཡོང་མ་རྟ། སེ་ར་གནང་ཚར་བ་རེད་དེ་བཀའ་ཤག་ནས་ད་ལས་བུད་མེད་ས་གནས་ཁག་མང་པོ་ཕྱིན་ནས་དེ་འབྱོར་བསྡད་ཡོད་ཁོ་རང་ཚོ་མཇལ་ཁ་བྱུང་ན་སྐལ་བ་བཟང་པོ་ཞེ་དྲག་ཡོང་ས་རེད་བྱས་ཡ་སྙེ་བཟང་ཞུ་དེབ་ཁང་ལ་ཡིན་དེ་ཡིན་བྱས་བྱས་མཇལ་ཁ་གནང་བ་རེད་གདང་ན་ཤིང་བཀའ་སློབ་ཡིན་ནས་ཡང། གཏིང་ཟབ་པོ་གནང་ཡོད་འདོད་ཁག་ལ་ཚང་མ་ལུས་སེམས་གཉིས་ཀ་ཐོག་ནས་ཆོས་ཕྱོགས་ཐོག་ནས་རེད་ཆབ་སྲིད་ཐོག་ནས་རེད་གང་ཅི་ཐད་ནས་ཡིན་པ་ཡིན་ནའི་ཡང་བླ་མ་ཚུལ་གཅིག་དགའ་སྣང་དང་སྤྲོ་སྣང་དང་ཞི་དར་བྱུང་ཡོད་རེད་བསམ་དུ་རེད་བས་ལ། ཡིན་ནའི་ད་ཁེ་བཟའ་ཡང། ནང་སྲིད་དྲུང་ཆེ་གིས་ད་གཟའ་ཉི་ཡའི་མཇལ་ཁ་བཅར་བའི་སྐབས་ལ་བ་ཕྱུགས་རླངས་འཁོར་ནང་བཞིན་འཚང་ཁ་ཤིག་ཤིག་མ་བྱེད་ཨ་ཞེས་གསུངས་སོ་སྟེ་ད་རིང་བ་ཕྱུགས་རླངས་འཁོར་ནང་བཞིན་གནང་མ་སོང་སྟེ་དཔེ་དཔེ་འཚང་ཁ་སིག་སིག་བཟོ་རབས་ལྟས་སུ་གནང་སོང། ད་སྐུ་མདུན་འགྲམ་ལ་བཅར་ཡོང་དོན་ག་ལ་ད་ཁོ་ཕྱོགས་ཕྱིན་ད་ཁག་ཡོད་མ་རེད། གང་ཟེར་ན་ཚང་མ་ལ་གཅིག་དང་པོ།

ཡིན་ནའི་ཡང་ད་ཡང་ང་ཚོའི་འགྲོ་སྟངས་འགྲོ་ལུགས་ཡོད་ཡོད་དོད་ཁ་ལ་གཏད། མ་འོངས་པ་ལ་རེ་ད་དགོངས་པ་བྱ་ཡ་གལ་ཆེན་པོ་རེད། ཡང་བདེ་བ་ཅན་ཡང་འགའ་ཤས་ངར་ཅིག་ཚང་ག་ཚང་ལ་ཞབས་འདྲེན་མ་ཞུས་ལབ་དེ་མ་ཤེས་ནགས་ལ་གཡོག་ར་བ་ད་ཡང། ད་ཡང་གི་བུད་མེད་ལུས་སྟོབས་འཕེལ་ཡ་ས་ལ་བུད་མེད་ནང་ཁུལ་ཡང་རྩེད་ཤོར་དེ་ན་ལེན་པ་མེད་དེ་ཡང་གོང་ས་མཆོད་བུ་ཤུག་དོད་ལེན་པ་མེད་ད་དེ་འདྲས་མ་བཟོ་མ་བཟོ་ཅེས་ངས་གཏད་བྱས་བསྡད་པ་ཡིན། ཡིན་ནའི་ཡང་འགའ་ཤས་ཡང་སྐྱིད་ལ་བསང་མཆོད་ཕེབས་དགོས་བ་དེ་འདྲས་བྱུང། ཐུགས་ཁག་ཡོག་མ་རེད་བསམས། ཡིན་ནའི་འགྲོ་སྟངས་ལ་རེ་ད། མ་ཕེ་ཚ་བའི་བཞུགས་གུ་ལ་ཨ་ཡ་ཕེ་སྡོད་ཁང་ལ་རྒྱབ་ལ་བཞུགས་གུ་བར་མ་ཕེ་སྡོད་ཁང་མི་མང་གིས་ནི་ཁོམ་པ་ཅིག་ཀྱང་མི་ཚང་མ་ཡོད་རོ་བ་བེ་ཐ་དེ་ཡ་ཕེ་སྡོད་ཁང་ལ་ཚང་མ་ཡ་དེ་བེ་དོ་ཡ་གི་གོང་ས་མཆོག་བཀའ་སློབ་གནང་གུ་བར་བ་དེ་སོང་ཙང་མ་འོང་པ་ཡ་འདི་གས་ཆོས་ཕྱོགས་ཐོག་ནས་རེད་ཡ་རབ་བཟང་ཆོས་སྒོམ་གཞི་ཐོག་ནས་རེད་འདི་གས་ཐུགས་ལ་མྱང་བར་ད་ལ་མ་རེད་བེ་ལ་དེ་སོང་ཡ་བོད་མི་ནུས་སྟོབས་ཕལ་ཆེར་ནུས་སྟོབས་ཆེ་ལྟ་ཆོས་གསུང་ཟེར་ན་ཡག་པོ་ཡོད་མ་རེད་ལ།

ཨ་ནེའི་བུད་མེད་ནུས་སྟོབས་དག་བུད་མེད་ཉིན་མོ་ཞེས་བྱས། བཀའ་ཤག་ནས་ཨ་ནེ་ལམ་སྟོན་གནང་ཚར་བ་རེད། འདི་སྲུང་བརྩིའི་ཉིན་མོ་རྡ་རམ་ས་ལ་མཛད་སྒོ་སྐབས་ལ་ཨ་ནེ་གོང་ས་ཆུ་ཆིབས་བསྒྱུར་གནང་རོགས་གནང་ཞེས་བྱས་ང་ཚོའི་རེ་བ་ཞུས་བསྡད་ཡོད། ཆིབས་བསྒྱུར་བསྐྱང་བའི་གི་རེ་བ་ཡོད་ཞེས་ཞུ་ཡ་ཡིན་ལགས་འོང། ད་འདི། གང་ཟེར་ན་ང་ཚོའི་གི་ད་ཡོད་ན་མེད་ནས་རྩ་བའི་བླ་མ་ད་བླ་ན་བའི་དབུ་ཁྲིད་གོང་ས་མཆོག་རེད་གོང་ས་མཆོག་ནས་བུད་མེད་ནུས་སྟོབས་འཕེལ་དགོས་འདུག་ཞེས་བྱེད་རིམ་པའི་བཀའ་སློབ་གནང་ཡོད་རེད་ལ་ད་ར་ཤོག་ཁའི་བཀའ་སློབ་གནང་སོ་བ། དུས་རབས་ཉི་ཤུ་པའི་ནང་ལ་དམག་འཁྲུག་མང་པོ་རྒྱག་པ་རྐྱེན་འདི་གཅིག་ད་སྐྱེས་པ་ཚོགས་ཀྱི་འགོ་ཁྲིད་བྱེད་ཀྱི་གཏན་ནི་རེད། ད་དུས་རབས་ཉི་ས་བཞི་པའི་ནང་ལ་རྒྱལ་ཁབ་འགོ་ཁྲིད་དེ་གས་བུད་མེད་གནང་བ་ཡིན་པ་ཡིན་ན། ཞི་བདེ་ཡོང་ཡག་གི་ཡོད་རེད་བ། ཞི་བདེ་ཡོང་གི་རེད་བསམ་པའི་བྱས་རྗེས་རེ་བ་སྐྱོང་གི་ཡོད། ཅེས་གསུངས་སོང་བ། ད་འདི་གནད་འགག་ཆེན་པོ་ཞིག་རག་རེད་བསམ་གི་འདུག་གང་ཟེར་ན། ད་ངས་གནད་འགག་ཆེན་པོ་ཞིག་རག་རེད་དེ་མཚམས་ཀྱིས་བཞག་ད་ད་ལའི་སྲིད་བྱུས་བྱུང་སྟངས་དང་འདི་གའི་བང་འགྲིག་ནི་མ་ཅིག་ཞུས་གིན། མ་ཞིག་ཞུས་པ་ཡིན་ན་ར་བ་རྣམ་པ་ཚོ་གི་ལྟས། བོད་མི་སྒྲིག་འཛུགས་འགྲོ་སྟངས་འགྲོ་ལུགས་འདི་གའི་ཚང་མ་མཁྱེན་གི་རེད་བསམ་གི་འདུག་མ་རེད་བས་གཅིག་མཁྱེན་ན་ཡག་པོ་འདུག་བསམ་གི་འདུག་ཨ་ད་ནི་དེ་ཀ་མི་ཤོན་བཙུགས་གི་འདུག་གསུངས་སའི་གཏམ་ཚང་གཅིག་འདི་རེད། བཀའ་ཤག་ནི་བཀོད་ཁྱབ་བཏང་བྱས། ད་ལས། བུད་མེད། ལས་བྱེད་རྒན་པ་རྒན་ཤོས། དྲུང་ཆེ། དྲུང་འཕར་ཡིན་ངེས་ཀྱི། ཚོགས་ཆུང་གཅིག། Advisory Council སློབ་སྟོན་ཚོགས་ཆུང་གཅིག་གཏན་འཇགས་བཙུགས་ཚར། དེང་དུས་ཁར་བུད་མེད་སྒྲིག་འཛུགས་ནས་གནང་དགོས་ཡ་གར་དོ། ལྷན་ཁང་ཁག་གི་བུད་མེད་ཀྱི་དྲུང་ཆེ་དང་དྲུང་པ་ཡོད་ཞབས་པ་དེ་བསྟན་བྱ་ལྷན་ཁང་ཁག་ཚང་མ་ན་ཡོད་རེད་ང་ཚོ་ལྷན་ཁང་ཐོག་ནས་ག་རེ་གནང་ཡ་དོ་དུས་རྟག་ཏུ་འདི་གི་ཡང་ཚོགས་ཆུང་གཅིག་གཙོ་སྒྲུབ་རེད་བསྟན་དུས་ཞུ་དགོས་དོན་འདི་བཀའ་ཤག་ནས་ཡིན་པ་ཡིན་ནའི་ཡང་ད་འདི་སྲིད་ཇུས་ད་ལྟ་གཏན་འབེབས་མ་བྱས་སྔོན་ནས་བསམ་བློ་མང་པོ་བཏང་བྱས་བག་མང་པོ་བསྒྲིགས་བྱས། ད་ལི་གཏན་འབེབས་བྱས་བྱ་བ་ཞིག་རེད། ཨ་ག་ཤའི་དགོངས་ཚུལ་ལགས་ད་སྲིད་ཇུས་ཅིག་འདུག་ཡིག་ཆ་ག་ཤས་ཤིག་འདུག་ཨ་དེ་ད་དེ་ག་རེ་ཧ་ལས་ཡར་ཟེར་ན་ཧ་ལས་ཡོར་ད། སྲིད་ཇུས་ཡོད་པ་དང་མེད་པ་གཉིས་ལ་ཧ་ལས་ཁྱད་པ་ཆེན་པོ་ཞིག་ད་ཡོད་རེད། ཡོད་པ་ཡིན་ན་གཞི་དེ་ཡོད་ཙང་ཁྲིམས་དེ་ཡོད་ཙང་དེ་གཞིར་བཟུང་ད་ལག་བསྟར་བྱེད་ཡ་ལས་འཆར་ལས་གཞི་ཚང་མ་དེ་ནས་མ་ཐོན་ཡོང་གི་རེད། སྲིད་ཇུས་དེ་མེད་ན་དོན་གི་མ་རེད། ད་ཁྲིམས་ཀྱི་སྦྱར་སྒོ་གོ་བར་བ། ང་ཚོ་འགྲོ་སོང་བཏང་ན་ཡིན་པས་ནི་གཞི་བཏུ་ས་སུ་གོ་བར་བ། འདི་ཡང་ལས་སླ་བ་སླེ་བ་མ་རེད། ཉིད། ངས་ཁ་ཚོན་ཆུད་པ་ན་བཞིན་ཉིས་སྟོང་བཅུ་བཞི་ལོ་ལ། ཨ་འདས། བདེ་རྒན་མ་བཏབ་དང་བདེ་རྒན་ཡ་བཏབ་ལས་བྱེད་རྣམ་པ་འཛོམས་བྱས་བསམ་ཚུལ་བསྡུ་རུབ་བྱས། དེ་ནས་ཨ་ནི་ཡང། ཨ། སྤྱི་འཐུས་རྣམ་པ་དང་འདི་དུས་སྐབས་ཀྱི་བུད་མེད་བཀའ་བློན་རྣམ་པ་གཉིས། ཡང་ཚང་འཛོམས་ཐོག་ནས་དགོངས་ཚུལ་ཚང་མ་ཕྱོགས་བསྒྲིགས་བྱས། དེ་གི་ཐོག་ལ་ད་ཐོན་ཏེ་ང་ཚོས་ད་ཆེད་དུ་ང་ད་ལའི་ཁ་ཚོན་ཞུ་བ་ནི་འོས་བསྡུ་སྐབས་ལ་སེར་ར་བྱས་ནས་ཡག་པོ་མི་འདུག་ཞེས་བྱས་ད་འོས་བསྡུ་ཚར་བའི་རྗེས་ལ་སེར་ར་བྱེད་དགོས་དོན་གང་ལ་ཆེད་དུ་ང་ནི་འདིའི་ཐོག་ལ་ང་ཚོའི་སྲིད་ཇུས་གཏན་འབེབས་བྱས་ཚོགས་ཆུང་བསྐོས་པ་ཚོགས་ཆུང་ད་དེ་ག་ས་དེ་སྲིད་ཇུས་ཀྱི་ཚོགས་ཆུང་གུ་འཐུས་མི་རྣམས་པ་ཡག་བཞག་ན་ཡག་པོ་འདུག་གང་ཟེར་ན་ང་རྒྱུ་མཚན་ཞིག་ཡག་བཞག་ན་ད་དབྱངས་སྐྱིད་ལགས་བྱས་ཏེ་ཁྱིམ་མཚེས་ཡང་ལགས་དང་ཨ་འདས།

ད་ཁོ་རྣམ་པ་རེད། བདེ་གཤེགས་ལ་ཡོད་ན་ཡར་ཕྱི་ཕེ་རོགས་ཞུས་དང་འོང། ད་ངས་ཞུ་དགོས་དུས་འདི་ཡིན་ཐོག་མར་བཀའ་ཤག་ནས་བསམ་བློ་བཏང་དགོངས་པ་ཞེ་སྡང་ཞུ་ཡག་རེད་བ་ག་རེ་ཟེར་ན་ད་ང་ཚོ་བུད་མེད་ནུས་སྟོབས་འཕེལ་ཡག་གི་སྲིད་ཇུས་གཏན་འབེབས་བྱེད་ཀྱི་ཡོད་དུས་སྐབས་ལ་ད་འདིའི་ཐོག་ལ། ཕྱག་ལས་གནང་མཁན་ཡིན་པ་ཡིན་ནའི་ཡང་ད་བུད་མེད་ལས་བྱེད་རྒན་པ་དང་འབྲེལ་ཡོད་བུད་མེད་ཁོ་རང་ཚོ་རང་གིས་འདི་གང་ལ་ཕྱག་ལས་གནང་ཆེད་ཟིན་བྲིས་བཟོས་པ་ཡིན་ན། ལེམ་ཤོད་སྤམ་ཤོད་དོན་དང་ཁེབས་པ་ཆགས་ཀྱི་རེད་བསམ་པ་རེད། མ་རེད་པས་གང་ཟག་ཁྱོ་ག་ཅིག་སྐྱེས་པ་ཅིག་ཡང་སྒྲིག་གཞི་བཟོས་དགོས་ཏེ་འདི་འགོག་རེད་འདི་འགོག་མ་རེད་ཟེར་ནས་ང་ཚོས་ད་སྐྱེས་པ་ཅིག་པའི་ཆ་ནས་བུད་མེད་ཀྱི་ནུས་སྟོབས་འཕེལ་ཡག་བུད་མེད་ལ་འགྲིག་མ་འགྲིག་ག་ཚོད་འབོ་ག་ཚོད་ཤིང་གི་ཡོད་ཟེར་ནས་བཤད་ཐུག་གི་མ་རེད་བ་དྲང་པོ་ཞུ་ན་འདི་སོང་ཙང་ཁོ་རྣམ་པ་ཚོ་རང་འགལ་གནང་བ་རེད། འདི་ནས་ཟིན་བྲིས་གནང་ཚར་བའི་གཞུག་ལ་བཀའ་ཤག་གི་ཡིན་པའི་གནས་འདི་དོན་གལ་ཆེན་པོ་བརྩིས་པའི་ཐོག་ནས། འདི་བོད་ཡིག་ནི་ཨིན་ཇི་ཨིན་ཇི་འདི་བོད་ཡིག་བྱས་བྱས་ང་ཚོ་གི་ག་ཚོད་བོར་ད་གཙང་བཤུ་བཏང་ཟིན་ནས་རེད་ཡར་རྒྱས་བཏང་ཟིན་ནས་བཏང་ཡག་ལ་ཉི་མ་གསུམ། ཆ་ཚང་བཏང་རེད་ད། དེ་བཟུང་དང་གི་སྲིད་ཇུས་ཞིག་འདུ་བ་ལས་སླ་བོ་སླད་ཡོད་མ་རེད་ད་ཉེ་བར་གསུམ་ཆ་ཚང་བཏང་རེད། བཏང་ཚར་བའི་དམའ་སའི་ཁོ་ན་པོ་སོགས་ལ་ག་རེ་ཞུས་རེད་ཟེར་ན། རྒྱ་གར་གི་སྲིད་ཇུས་ག་རེ་དོ། ཨ་རིག་གི་སྲིད་ཇུས་ག་རེ་དོ། ཡུ་རོབ་གི་སྲིད་ཇུས་ག་རེ་དོ། བོད་པའི་གནས་བབ་ག་འདྲེ་དོ། འདི་གི་ཆ་ཚང་གཟིགས་པའི་ཐོག་ནས་ཟིན་བྲིས་བཟོས་རོགས་གནང་ཞེས་བྱས་ཁོ་ན་པོའི་སྐུ་ལས་སྐྱོན་ཆེ་བཟོས་བཞག་པ་ཞིག་རེད། དེ་སོང་དོན་ཡང་བཀའ་ཤག་གི་ཟེར་དོན་ཡང་ཁ་ཚིག་དགོངས་པ་ཞུས་པ་ནང་བཞིན་རེད་བཀའ་ཤག་དེས་མི་བརྒྱ་བདུན་གི་ཟིན་བྲིས་བཟོས་ཀྱི་སྲིད་ཇུས་བཏོན་བཞག་མ་རེད་ད། མ་རེད་བས་ཡ་དགའ་ཤོག་གོ་གནས་ཐད་ཡོང་ག་ཚེ་ཚོགས་འདུ་དབུ་འབྱེད་ལའི་སྒང་ལ་འབད་ཁོ་རང་སྐྱེས་པ་བཅུ་གཉིས་དང་བུད་མེད་གཅིག་ལས་མི་འདུག་ཟེར་བ་ད་དེ་སྲིད་ཇུས་རེད་ཟེར་གི་འདུག་ཚོགས་འདུ་སྐོང་བཞག་ཟེར་གི་འདུག་ག་རེ་རེད་ལབ་པ་ཡིན་པ་ཡིན་ན་དང་པོ་རང་ནས Sensitive ཟེར་བར་བ་ཀློག་བྱེད་གནང་རོགས་གནང། དེ་ནས་གཉིས་པ་ག་རེ་ཞུ་རེད་ཟེར་ན་ད། ཡང་དེས་རོགས་དངུལ་གནང་ཕྱིར་རོགས་དངུལ་གྱི་ཚོགས་འདུ་བསྐོང་བར་གཟིགས་ཡོད་མ་རེད་དང་དངུལ་བཅད་ཡོད་མ་རེད། ད་ཨང་ཡེམ་ཁོ་རང་ཚོ་སྤྱི་ཟླ་བཅུ་གཅིག་ལ་ཕ་གའི་བཀའ་ཤག་ལ་ང་ཐུགས་ཀར་སླེབས་སོང། སླེབས་པའི་སྐབས་ལ་ད་ང་ཚོ་འདི་འདྲའི་སྲིད་ཇུས་གཏན་འབེབས་བྱེད་ཀྱི་ཡོད་ཟིན་ཁྲིད་འགྲོ་དང་འགྲོ་བཞིན་པ་ཡིན། ད་སྲིད་ཇུས་འདི་བསྡུར་བཤད་བྱེད་ཕྱོགས་གཅིག་ནི་བཀའ་ཤག་ལས་ཀ་ལས་ལྷག་ཤོས་འདི་རེད། སྲིད་ཇུས་འདི་གསར་འགོད་གསལ་བསྒྲགས་གཏང་ཤེས་ན་འགྲིག་གོ་བར Press Release གཏང་ཤེས་ན་འགྲིག་གོ་བར་གསར་འགོད་ལྷན་ཚོགས་བསྐོང་དགོས་ཨ་ཡོད་མ་རེད། གསར་འགོད་ལྷན་ཚོགས་སྐོང་བྱས་ནས་སྒྲིག་གོ་ད་དུ་བཞག་བྱས་ནས་སྒྲིག་གོ། ད་འདི་བཞག་ན་འགྲིག་གི་མི་འདུག་ཁྲིམས་ཀྱིས་བཟོས་སྲིད་ཇུས་བཟོས་པ་ཙམ་འགྲིག་གི་མི་འདུག་དེ་ལས་ཚོགས་ཆེན་གྱི་སྐོང་བྱས་མཐའ་མ་དེ་ལ་ས་གནས་ས་ཐོག་ལ་ལག་བསྟར་བྱེད་དགོས་ཀྱི་ཡོད་དོས་སྐབས་ལ་ས་གནས་ས་ཐོག་ནས་ཚོགས་མི་མ་ལྟེ་ཞུ་ལ་ལྟེ་ཞུ་ན་ད་ཅིག་ཡོད་ལགས་འོ་གལ་ཆེན་པོ་ཞིག་རེད། ས་གནས་ས་ཐོག་ནས་ཚོགས་མི་ཨ་ནི་ཡག་སྐོང་བྱས་ཁོ་རང་ཚོགས་ཀྱི་དགོངས་ཚུལ་དེ་ཡག་བསྡུས་ཐུབ་པ་ཡིན་ན་ཞི་དྲག་ཡག་པོ་ཡོང་ས་རེད། འདི་སོང་ཙང་ཡང་སྲིད་ཇུས་ཡིན་སྲིད་འདུག་བཤད་པ་ཆེ་གོ་རྟོགས་སྤེལ་དགོས་སྲིད་ཇུས་ཡོད་ཚབས་ཆེར་གོ་རྟོགས་སྤེལ་དགོས་ད་གོ་རྟོགས་སྤེལ་པ་ལ་ས་གནས་ནས་མི་ཡོང་ཐུབ་ན་བྱས་བྱས་ནི་ཨ་ཡེམ། ཁོ་རང་ཚོ་གྷ་ས་བི་ཏིར་དེ་ཕེབས་ཚོ་བ་སོ་ཕི་ཡ་ཁོང་ཚོ་ཕེབས་རྗེས་ཚུལ་ཚུལ་གཅིག་མན་ཟི་པད་ཁོ་ར་ཨུར་ཙུག་རྒྱབ་བྱས་མཐའ་མ་དེ་ལ་འགྲིག་གི་འདུག་ཟ་འདི་འགྲོ་སོང་ག་ཚོད་འགྲོ་གི་རེད་ང་ཚོ་བཏང་གི་ཡིན་ཟེར་བྱས་བྱས་ད་ཐེ་མོ་མ་བཞག་ཟེར། ཨུ་ཚུགས་རང་རྒྱབ་བྱས་ད་འགྲིག་གི་འདུག་ད་ལས་ཚོགས་འདུ་འཚོགས་ཀྱི་ཡིན་ན་དངུལ་གནང་གི་ཡིན་ཞེས་ཅུང་ཤ་རེ་མ་གཏོགས་སྡེ་བ་གཅིག་ལ་ཡང་དངུལ་ཡོད་བྱས་ལས་སླ་བོ་ཅུང་ཆགས་རྒྱུ་མ་རེད་ཁོ་རང་ཚོ་ལ་བཀའ་འདྲི་གནང་ད་ཁོ་རང་ཚོ་ཕག་ཡིག་སྤྲད་གནང་བྱས་མཐའ་མ་ད་ཁོ་རང་ཚོ་དངུལ་གནང་གི་ཡིན་ཨ་ནི NCA ནས་དངུལ་གནང་གི་ཡིན་བྱས་བྱས་ནས་ང་ཚོས་དེ་ཁས་ལེན་ག་རེ་བྱས་པར་ཟེར་ན་སྤྱི་ཟླ་བཅུ་གཅིག་ཡིན་དུས་ག་ལ་སྤྱི་ཟླ་གཉིས་པ་ནང་ཚོགས་འདུ་འཚོགས་ཚར་བ་བྱེད་ཀྱི་ཡིན་དེ་ཐོག་མར་འཆར་གཞི་ལ་སྤྱི་ཟླ་གཉིས་པའི་ཚེས་གཅིག་གཉིས་གསུམ་རེད་དུ་འགོ་འོང་བྱས་རྗེས་ལ་སུས་གྲ་ཚོགས་རྗེས་ལ་ཨ་ནི་ལོ་སར། བདུན་ཕྲག་གསུམ་བསྔོས་བྱས་པས་སྟབས་བདེ་བོ་འདུག་བྱས་པ་རེད་དེ་ཡིན་ན་ཡང་ད་སྔ་ཚང་མ་དུང་སྒོ་དབང་ཆེད་ལ་འཕགས་ད་བཀའ་བློན་རྣམ་པ་ཚང་མ་དུང་སྒོ་དབང་ཆེད་འགྲོ་འདོད་ཁག་ལ་སྲིད་ཇུས་ཀྱི་ཟིན་བྲིས་དེ་གཏན་འཁེལ་ལ་མ་འཁེལ་ལ་བྱས་ན་དེ་ལ་ཚོགས་འདུ་གོ་སྒྲིག་བྱས་ཡ་ལ་ཡིན་ན་ཡང་ཚོགས་ཁང་དང་ཡང་མ་ཚད་མ་ཚད་བྱས་ཅི་ད་ཅི་འདི་གཉིས་པའི་གི་ཚིག་གཉིས་གསུམ་ལ་ཡོང་གི་མི་འདུག་ཞེས་བྱས་ཨ་ནི། ང་ཚོ་ཅི་འདི་གཉིས་པའི་གི་ཚེག་གཉིས་རྩ་གཅིག་རྩ་གཉིས་རྩ་གསུམ་འདུག་སེ་རྒྱང་ཞག་པར། ཡང་དག་མཁྱེན་བཟོ་བ་ཡང། ལོ་གསར་དངོས་ལ་བྱེད་དགོས་ཡ་དེ་ཡང་གལ་འཛིན་ཞུས་པ་ནས་གསུམ་པའི་བཅུ་གཉིས་བུད་མེད་ཀྱི་ཉིན་མོ་སྲུང་འཛིན་བྱེད་ཀྱི་ཡོད་ད་འདི་སོང་ཙང་ད་དངུལ་རག་ཙང་ད་ཁོ་མནའ་མ་ཚོ་རག་ལ། ད་ཚོགས་འདུ་གོ་སྒྲིག་བྱེད་ཡ་ལ་ཁྱེད་རང་ཚོ་རང་འགན་ཁྱི་བྱས་གནང་རོགས་གནང་ཞེས་བྱས་ད་ཚོགས་འདུ་ལ་སུ་དེ་འདྲས་ཞུས་དགོས་རེད་ག་རེ་གནང་དགོས་རེད་ག་རེ་གནང་དགོས་ཀྱི་ཡོད་མེད་ཆ་ཚང་འགན་ཕུད་བྱས་ཁོ་རྣམ་པའི་སྐུ་ལས་གཞི་བདག་བསྐྱོན་ཡོད་རེད་ད། དེ་ཡང་ངོས་འཛིན་གནང་ན་མ་གཏོགས་ཡང་ཅི་ཡོད་རེད་པ། ཚོགས་འདུ། ཚོགས་འདུ། འགའ་ཤས་འདི་ཟེར། ཚོགས་འདུ་ཚོགས་པ་ག་རེ་ཧ་ལས་ཡར་ཟེར་གི་འདུག་བ། ཨ་ཡང་ད་ལས། ང་ཚོ། བཀའ་ཤག་མི་སྐྱ་རྐྱང་རྐྱང་རེད་དེ་སྤོབས་པ་ག་རེ་ཡོད་ཟེར་ན། ད་བོད་མིའི་མི་ཐོག་དཔེ་ཡོད་ལ་བོད་མི་རྣམ་པ་ཚོ་གི་རིག་པ་སྒྲིམ་པའི་ཐོག་ནས་ཚོགས་འདུ་ག་འདྲི་ཅིག་སྐོང་གི་ཡིན་པ་ནི་སྐོང་གནང་རོགས་གནང་ཞེས་ཆེད་ཞུ་བཞག་ཡོད་རེད། ལྷ་ལྡན་ང་ཚོ་སློབ་སྟོན་ཚོགས་ཆུང་བཙུགས་ཡོད་ཟེར་སློབ་སྟོན་ཚོགས་ཆུང་གཉིས་ལ་ད། ཟླ་སྒྲོན་ཤར་གླིང་ལགས་དང་ཨ་ནི་སྣང་ས་ལགས་དྲུང་ཆེ་རྣམ་པ་ཡིན་ཙང་ཁོང་རྣམ་པའི་ཡོད་པ་ཆེ་ད་ཟིན་བྲིས་རྣམ་པ་ཚོ་བཟོས་པ་རེད། ཚོགས་འདུ་རྣམ་པ་སོགས་བསྐོངས་པ་རེད་འདིའི་ནང་ལ་དགོངས་ཚུལ་མང་པོ་བརྗོད་ཡོང་གི་རེད་མ་འོངས་པར་ལག་བསྟར་བྱེད་པ་ལ་ཡིན་ནས་ཡང་ད Advisory Council བློ་བསྟན་ཚོགས་ཆུང་ཡིན་ཙང་བོད་མི་སྒྲིག་འཛུགས་ཕྱག་ལས་ག་རེ་གནང་དང་མ་གནང་དཀྲུག་ངེས་ཟིན་ནས་རེད་ལམ་སྟོན་གནང་ངེས་ཟིན་ནས་རེད་བསམ་ཚུལ་ཕུལ་ངེས་བྱེད་ནས་རྣམ་པ་ཚོ་རང་གནང་བ་ར་ད་བྱས་བྱས་ཆ་ཚང།

མཐོ་དམན་གྱི་ཐོ་ཐོ་གཞུང་དང་ཁོ་རང་ཚོ་ཐོ་གཞུང་བྱས་ཡོད་རེད། ཐོ་གཞུང་བྱས་པ་ཡིན་ན་ད། མི། ཧ་ཚོ་མི་ན། ཧ་ལས་པ་དེ་འདྲས་དེ་འདྲས་ཞུ་ཡ་ད་མེ་ནེ་ཀ་གང་དེའི་གཙོས་པའི་བྱས་ཡོད་རེད་པ་རྒྱ་གར་ནང་ནས་ཞེས་དངོས་གནས་ན་མཁས་པ་དེ་འདྲས་མང་པོ་དེ་འདྲས་མེ་ནེ་ཀ་ང་རང་རང་ཞབས་པ་ཕུད་ཡིན་ཕེ་རོ་བཞིན་དུ་ཁོ་རང་དངོས་གནས་ཕེ་འདོད་ཡོད་ཏེ་ཡིན་ནས་ཡང་ད་ད་འོད་དུ་འགྲོ་བསྡད་ཡོད་རེད། ཡུལ་དཔེ་དང་ཚང་བ་འོད་དུ་འགྲོ་བསྡད་ཡོད་རེད་པ། འགྲོ་བསྡད་ད་ནི་ཧའི་ཀ་མཱན་གྱིས་ཕར་འགྲོ་ཟེར་ན་ཕར་འགྲོ་གོ་ཚུར་འགྲོ་འགྲོ་ཟེར་ངའི་སྐད་ཆུ་རྩ་ནས་གཏན་འཁེལ་ཐུབ་ཀ་ཡ་ཡོད་མ་རེད་ཨ་ནི་ང་མགྲོན་ཤོག་ཞིག་བཏང་རོགས་གྱིས། བསམ་བློ་ག་ཚོད་ཞིག་བཏང་བ་ཡིན་ནའི་ཡང་ད་ངས་ཕེ་ཐོ་ཡ་ཧ་པོ་ཞིག་རག་རེད་བསམ་གི་འདུག་འོད་དུ་སྐབས་ལ་ད་ཆབ་སྲིད་པ་ཕེག་མ་རེད་པ། ཡིན་ནའི་ཡང་ང་ཚོས་མགྲོན་ཤོག་ཅིག་བཏང་ཞེ་ད་གསུམ་པའི་བཅུ་གཉིས་ལ་ཕེ་ཐོ་ན་ཡག་པོ་འདུག་ཞེས་བྱས་བཏང་ཞེ་ད་གསུམ་པའི་བཅུ་གཅིག་ལ་འོད་དུ་ཚ་གི་འདུག་བ། བཅུ་གཉིས་ལ་ཕེ་ཐོ་ན་ཞེས་བྱས་མགྲོན་ཤོག་ཅིག་ཕུལ་ཞེ་ཡ་ཡོད་ད་ང་རང་ཞལ་པ་ཕུལ་ཞེ་ཡིན་ནའི་ཐོག་མའི་འཆར་གཞི་ལ། ཐོ་ཆུང་ཞེ་གསུམ་བྱས་པ་ཡིན་ན་བུད་མེད། འདི་གང་ཟ། Panel རེ་རེ་ནང་བུད་མེད་གསུམ་གསུམ། བཞི་བཞི་ཡོད་དེ་ཁོ་ལ་ད་བུད་མེད་མང་དྲགས་བཞག། ཁྱོ་ག་འགའ་ཤས་ཤིག་སྒུག་འདུག་སྐྱེས་པ་འགའ་ཤས་ཤིག་མེད་ན་མ་གཏོགས་ང་ཚོའི་ནང་ཁུལ་ཚོགས་འདུ་ཚུགས་དང་འགྲིག་མི་འདུག་བྱས་བྱས་ད་སྐྱེས་པ་གླུ་སྒུག་འདུག་ཟེར་དེ་ཁོ་ལ་ད། ཕ་ཚོས་བཀའ་ཤག་ད་བཀའ་བློན་སོགས་ཁྲལ་ཏེས་བརྒྱབ་བྱས་ད་ནང་སྲིད་བཀའ་བློན་དེ་ཡིན་ད་ད་ཡོད་རེད་བ་ཨ་ནི་ཤེས་རིའི་བཀའ་བློན་བཀའ་མོལ་གནང་བྱས་ཨ་དེ་གནང་ཡ་བྱས་བྱས་འདི་གནང་དགོས་དགོས་འདུག་གང་ལ་ཟེར་ན། མི་ས་གནས་ཁག་ནས་ཕྱོགས་མཐའ་ཁག་ནས་མང་པོ་ཞིག་ཕེབས་བསྡད་རེད་བོད་མི་སྒྲིག་འཛུགས་ག་རེ་གནང་དགོས་རེད་ཤེས་རིག་ནི་ག་རེ་གནང་དགོས་འཕྲོད་བསྟེན་ག་རེ་གནང་དཔལ་འབྱོར་ཆ་ཚང་མཁྱེན་པ་ཡིན་ན་ཨ་ནི་དགོངས་ཚུལ་ཡག་ཕུལ་བ་ཡིན་པ་ཡིན་ན་གཏིང་ཟབ་པ་དང་དོན་ལ་འཁེལ་བ་ཡོང་གི་རེད་བྱས་བྱས་བཞག་བཞག་ཡིན་ནའི་མཐའ་མ་དེ་ལ་གཅིག་ཕེབས་ཐུབ་ཀྱི་མི་འདུག་གཅིག་ཕེབས་ཐུབ་ཀྱི་གཅིག་ཕེབས་ཐུབ་མི་འདུག་མཐའ་མ་དེ་ལ་ཨ་ནི Panel དོན་ཡང་ནང་ལ་འོ་ད་སྐྱེས་པ་དང་བུད་མེད་བྱས་ན་གྲངས་ཀ་འདྲ་བོ་འདྲ་བོ་ཞིག་མ་ཐོན་སླེབས་རེད་ཡིན་ནའི་ཡ་ད་དུས་ཚོད་རྐྱེན་གྱིས་ད་ཕེབས་མ་ཐུབ་ཀི་རེད་འདྲེ་ཆགས་སོང་ད་སྙིང་བསྡུས་ཞུས་བདེ་ཡིན་ད།

སྤྱི་འཐུས་ཡིན་ནའང་ལ་ཡིན་ནའི་རེད། བཀའ་ཟུར་ཡིན་པའི་ཡིན་ནའི་རེད་སུ་ཡིན་པའི་ཡིན་ནའི་ཡང་མགྲོན་ཞུ་ཕུལ་ཡོད་ད་ཕེ་རོག་བྱེད་ཅི་བྱེད་བྱེད། ད་དུས་ཚོད་རྐྱེན་གྱིས་ཕེ་ཐུག་གི་མི་འདུག་ནང་གི་དཀའ་ངལ་སྐྱེས་པས་ཕེ་ཐུག་གི་ཐུགས་ཁག་བཅད་ཡོད་མ་རེད་བསམ་གྱི་འདུག་ཡིན་ནའི་ཡང་བཀའ་ཤག་ཐོག་ནས་གོ་སྒྲིག་ཚོགས་ཆུང་ཐོག་ནས་མགྲོན་ཤོག་མ་ཕུལ་བའི་ལྷག་ཞག་པ་དེ་འདྲས་མེད་ད། འདི་ཡང་གལ་ཡང་གལ་ཆེན་པོ་རེད་བསམ་གྱི་འདུག་མ་རེད་བས། གཉིས་པ་དེ་འདི་ཡིན། ད་ཚོགས་འདུ་སེ་རག་བྱས་པ་རེད་སྤྱི་ཟླ་དང་པོའི་ཚེས་གཉིས་ལ་སེ་རག་བྱས་ཡོད་བསམ་གི་འདུག་རེད་བ། ང་ཚོ་མི་གསུམ་ཡན་ལྔ་བཅུ་ཚོད་དཔག་བྱས་པ་རེད། འཚང་ཁ་ཤིག་ཤིག་ཁ་པར་བཏང་ཨི་མེལ་བཏང་འཚང་ཁ་ཤིག་ཤིག་ཡོང་གི་རེད་བསམ་སྟེ་སྤྱི་ཟླ་དང་པོའི་ཚེས་གསུམ་གསོག་ཆེད་ང་ཚོས་འདི་རེད་འདེད་ལ་ཡིན། བྱུང་རང་མ་སྟ། ལ། ད། བུད་མེད་ཀྱི་ཚོགས་ཆེན་ཐེངས་དང་པོ་རེད། རེད་བ། མཐའ་མ་དེ་ལ་སྤྱི་འཐུས་དང་པོའི་གསུམ་གཙོ་གཅིག་སྡེད་ལ་ནི་ད online registration བྱེད་ག་ཚོད་བྱུང་སོགས་ཟེར་དེ་ཡོག་ལ་བཞི་བཅུ་ཞེ་གཅིག་རེ་བཞི་བཞི་ཞེ་ལྔ་རེ་དེ་འདྲ་ཞིག་འདུག་ས་ད་དེ་འདྲ་ཞིག་ན་ཉུང་དྲགས་པ་རེད་ས་ད་ང་ཚོ་སུམ་བརྒྱ་ལྔ་བཅུ་དམིགས་པོ་རེད་བ་ས་ད་དུས་ཚོད་ཕ་རྒྱང་བཞག་ན་ས་བྱས་བྱས་སྤྱི་ཟླ་གཉིས་པའི་ཚེས་བཅོ་ལྔ་ལ་ཚོགས་བཅར་བ་ལ་འཚང་ཁ་ཤིག་ཤིག། མ་བྱུང་བའི་རྐྱེན་གྱིས་ཉི་མ་བཅོ་ལྔ་འགྱངས་བར་གདའ། དེ་སོང་ཙམ་མ་འོངས་པའི་བུད་མེད་ནུས་སྟོབས་པའི་ཚོགས་ཆེན་འཚོག་གི་འདུག་ཟེར་འཚང་ཁ་ཤིག་ཤིག་གནང་དགོས་བར་གདའ། ད་ད་ལེ་ཟེར་འདི་ཟེར་གི་འདུག་ལོ་སར་སྐྱེལ་མཚམས་སླེབས་ཞེས་ལོ་སར་ལོ་ལྟ་ཁ་ཤིག་བཏང་བར། བུད་མེད་ནུས་སྟོབས་པའི་ཚོགས་ཆེན་བུད་མེད་སྒྲིག་འཛུགས་བསྐོང་བ་ཐེངས་དང་པོར་བ་ལོ་རྒྱུས་ན་ཐེངས་དང་པོར་བ་ད། བུད་མེད་ནུས་སྟོབས་བུད་མེད་ནུས་སྟོབས་ཚང་མའི་གསུང་བསྐོང་བ་རེད་ད་རེས་ཚོགས་འདུར་བསྐོང་ཐེངས་ཁོ་ལོ་སར་སྐྱེལ་མཚམས་རེད་ཤག་དུས་ཚོད་ཉུང་དྲགས་ཤག་ཨ་ཙི་ང་ལན་རྙེད་ལ་འབྱོར་མ་སོང་ཕྱི་དྲགས་སོང། བདེན་བདེན་ཨ་ཡིན་དྲང་པོ་ཞུས་དང། སོ་སོ་ལ་དགོས་དོན་ཅིག་ཡོད་ན། ད་རེས་རང་ལས་ཀ་ཞིག་སང་ཉིན་སྒྲུབ་དགོས་རེད་པ་མ་རེད་པས། ཐ་ན་ཀུན་འདུས་བྱེད་ཀ། རག་སྡོད་ཁང་ལ་ཀུན་འདུས་བྱེད་ཀ་ཡོད་རེད་ཟེར་ན་ལས་ཀ་ཚང་མ་ཡོད་ཞིག་སྒྲུབ་དགོས་རེད་འགྲུབ་མ་རེད་ལ། གལ་ཆེ་ཤོས་རེད་པས་མ་རེད་པས། རང་ཡང། ང་ཚོའི་ཐོག་གྲ་སྒྲིག་ཞུས་འདི་སོང་ཙང་ཡག་དུས་ཚོད་འགྱངས་དགོས། རྒྱང་ཚ་བའི་ཞུ་སྒོ་ལ་ད་ག་ཚེད་ང་ཚོ་དེ་ཀ་མེད་ནང་དོན་ཁང་ལ་ཨ་ནི་ཀོ་ཀ་མེད་སོ་སོའི་དགོངས་ཚུལ་རེད་དགོངས་ཚུལ་ཐོག་ཙི་མ་ཙི་ཡོང་སྲིད་གི་རེད་འདི་བགྲོ་གླེང་གི་རྩོད་གཞི་རེ་ཡོང་དགོས་ད་གོ་ད་ནང་སྲིད་བཀའ་བློན་ལྟ་བུ་ཡིན་པ་ཡིན་ན་ད་ནང་སྲིད་འགན་རེ་དྭགས་སི་ང་ཚང་མ་འགན་འཁྱིན་བྱ་བ་རེད་ད་ནང་སྲིད་དྲུང་ཆེ་དེ་གང་ས་ཆེ་མི་ལ་ཁོ་རང་སྦྱིན་བདག་ཡུ་ནི་བོར་སིལ་མ་གི་ཀྲེ་ནིང་ཕེར་དུ་འདྲ་གཉིས་དེ་ནས་ད་ཚང་མ་ལོ་སར་འགྲོ་འོར་བ་ད། ཨ་ལོ་ད་རེས Annual Medical Check Up བྱེད་དགོས་ཡོད་གསུངས་རེད། མ་གེ་ཇིན་དཱལ་ཡུ་ནི་ཝེར་སི་ཆིང་ཞིག་ཡམ་ས་ཡར་ལོག་འོག་རེད་ཚོགས་འདུ་དེ་མ་ཚགས་པ་དོ་དྲུང་ཆེ་དྲུང་པ་སུ་ག་དགོངས་ཞུ་ཆུག་མར་ད་ཟེར། དེ་ནས་ཚང་བ་འགྲོ་མི་ལ་རུ་བ་ནང་སི་ཀ་ལེང་སུ་ག་དགོངས་ཞུ་ཆུག་བ་མ་ད་ད་ཅིང་གི་ཀ་མ་ཆུ་ཡིན་ལ་མི་འདུ་བ་ད་རེས་འདུ་བས་དྲུང་པ་ལ་ཨ་ལེ་ཡིག་ཚང་ཡོད་ས་ཀ་མ་ཆུ་ཡིན་ལ་ཁ་སི་དོ་འགོག་དབང་ཆའི་གོ་སྒྲིག་ཚོགས་ཆུང་གི་ཕྱག་ལས་གནང་ངེས་རེད། རྡོ་རྗེ་གཏེར་ལ་ཟླ་བ་གཅིག་ལྷག་པའི་སྐོར་ཐད་ལ་འཚུབ་འཚུབ་ཀྱིས་ལ་ཡ་ཡ་རྒྱུག་མག་མག་རྒྱུག་བྱས་ཡ་ཕེ་དེ་ཡ་ཕེ་བྱས་མཐར་ང་ཏིས་ན་ཟི་གི་འདུག་ང་ཏེས་མེ་སོ་རྒྱ་བོ་གི་འདུག་ཟེར་ནས་སྒོར་ཞུ་ཡ་ཡོད་མ་རེད་ཟེར་བ་སུ་གང་ཞུ་ཆུག་གི་མ་རེད་ད་ཏེས་བུད་མེད་ཚོགས་འདུ་མ་ཚར་བ་བསྡད་གོ་རེད། དེ་ནས་ལས་བྱེད་ཚང་མ་ལ་སྔགས་བྱས་ས་གནས་འགོ་འཛིན་ཚང་མ་ལ་ཞབས་པ་ཕུད་བྱས་ག་རེ་རེད། ཁ་ཟས་ངོས་སུ་ས་གནས་ཁ་ཆུང་ས་ནས་བུད་མེད་གསུམ་དེ་ནས་ཡ་ནི་ཆས་ཁ་ནས་དྲུག་བར་དུ་སྒོ་ཡི་ཟི་ཡོད་པ་ལམ་སྟོན་གསལ་བོ་ཡོད་རེད་པ། མི་འདུག་བ་ས་འགོད་པ་བྱས་པ་རེད་ད། ས་གནས་འགོ་འཛིན་ཚང་མ་ལ་བྱ་བ་སྦྱོར། ནང་སྲིད་ལས་ཁུངས་ནས་ནང་སྲིད་བཀའ་བློན་གྱི་བཀའ་གནང་ཆེད་ནང་སྲིད་དྲུང་ཆེ་ཁོ་རང་ཚོ་བཀའ་གནང་ཆེད། བསྡུ་བྱེད་ཆེད་སྣ་པོ་ཚོ་ཕེར་འོས་མང་བྱས་བསྡད་དེབ་སྐྱེལ་བྱེད་མཁན་མང་པོ་གཅིག་སྤྱི་ཟླ་གཉིས་སྤྱི་ཟླ་གཉིས་པའི་ཚེས་གཅིག་རྗེས་ལ་རེད། རེད་མ་རེད་བས་ག་འདྲས་བྱུང་ལ་ཟེར་ན་ས་གནས་འགོ་འཛིན་ཆོས་ཆེད་དུ་མངགས་ནས། འདུ་ཤེས་བྱེད་བྱ་འདི་ཡང་ཁྱེད་གལ་ཆེན་པོ་རེད་བསམ་གི་འདུག་རེད་བ། འདི་སོང་ཙང་དེ་སྐུ་ལས་སྐྱོན་ཡོད་རེད་ད་ལས་བྱེད་ཚང་མས་ད་ང་ཚོ་དབུ་འབྱེད་མཛད་སྒོ་བྱུང་རེད་དབུ་འཛད་བྱེད་འུ་ཚོ་ངས་དེ་ཞུ་ཡིན་ང་ཚོ་མི་ཅོག་གསུམ་དེ་ཕེ་དེ་ལམ་བཟང་ཞུ་ཡིན་ད་ང་དེ་ལམ་བཟང་གོ་ང་གནོང་ཏིས་འདུག་ང་ཚོ་སྡིངས་ཆ་ཁར་བསྡད་ངའི་སྐད་པ་རྐྱང་རྐྱང་ཡིན་པ་ངས་ཚོར་སོང་ཟེར་འདུག་དེ་དེ་རིན་ཆེན་མཁའ་འགྲོ་ལ་ཕ་ག་ཞུ་བྱ་དཀའ་ཚུལ་གཅིག་བུད་མེད་ཡོད་ཟེར་དེ་ངས་ཞུ་ཡིན་ད་གཅིག་ཡོད་པ་དེ་ཡག་པོ་ཞུ་བྱ་བདུན་ལས་ས་གནས་འགོ་འཛིན་མང་ཆེ་ནི་སྐྱེས་པ་ཡིན་ཙང་ཏེས་གནོང་སོ་རབ་ཅིག་མ་དེ་དེ་འདུག། ཡིན་ན་ཡང་དགའ་སྤོབས་དེ་ག་རེ་ཡོད་ཟེར་ན་རེ་དང་དགའ་སྤོབས་དེ་ག་རེ་ཡོད་ཟེར་ན། ཁ་ཟིང་དེ་སྤུན་མཆེད་མཛད་སྒོ་གྲ་སྒྲིག་གནང་མཁན་ཡ་གི་ཞབས་བཀྱག་སྒྲིག་མཁན་སུ་རེད་ཟེར་ན། ཡང་དེ་གོ་སྒྲིག་ཚོགས་ཆུང་གི་བུད་མེད་རྒན་པ་ཚོ་རེད། གང་ལ་ཟེར་ན། རྣམ་པ་ཚོ་མཁྱེན་དགོས་རེད་ད། གང་ལ་ཟེར་ན། ང་ཚོའི་མཛད་སྒོ། རྡ་རམ་ས་ལ་ལ་གཞུང་འབྲེལ་མཛད་སྒོ་བཞི་ཡོད་རེད།

ཁ་ཟས་འདི་ཕལ་ཡག་འདི་ག་རེ་ཚོང་གོ་བར་ཟེར་ན། ཁྲིམས་ཞིབ་ཁང་ནས་ཡིན་པ་ཡིན་ནའི་ཡང་བུ་མོས་ནུས་ཐོག་ཕལ་ཡག་ཚོགས་ཆེན་དེ་ལ་རྒྱབ་སྐྱོར་ཡོད། ཚོགས་གཙོ་ཚོགས་གཞོན་ཡིན་པ་ཡིན་ནའི་རྒྱབ་སྐྱོར་ཡོད། བྱས་ཚེ་ཚོགས་ཆེན་དེ་ལ་ཆེ་མཐོང་གནང་ག་ཕལ། ཁོ་ན་དབང་ཕན་འབྲི་སྐོར། ང་ཚོ་འགྲན་ཞུགས་མང་ཤོས་མང་པོ་འཇོག་སྐོར་དང་དགོན་དང་ཚུལ་བརྩི་ལ་ཕེབས་ཀྱི་མི་འདུག་བ་མང་ཡབ་མང་པོ་ཕེབས་མི་འདུག་བ། འགྲན་ཞུགས་ཚང་མར་ཕེབས་སྐོར་དང་ཕེབས་མ་ཕེབས་འདོད་པ་རེད། དགོན་དང་ཚོགས་གཙོ་ཕེབས་ཤག་འོས་བསྡུ་འགན་འཛིན་ཕེབས་འདུག་བ། དེ་ག་རེ་ཟེར་ན་ཁོ་རྣམ་པའི་སྒྲིག་འཛུགས་ཐོག་ནས་ད་ལའི་ཚོགས་ཆེན་འདི་ལ་རྒྱབ་སྐྱོར་ཡོད་ལ་ཆེ་མཆན་གཏོང་གནང་སྐོར་བ་རེད། ཡང་འདི་ཁྱེད་མ་གནང་མ་གཏོགས་ཅིག་པས་ཡང་ག་ཚོགས་པར་བསྡད་ལ་ཡང་ཁྱོ་ག་གཡན་རྒྱ་སྡིངས་ཆ་གར་བསྡད་སོང་ཁོ་ཚོ་བསྡད་བཞུགས་ཡང་མ་རང་ནས་ཕེར་བ་མ་རྟགས་ཆེ་མཐོང་གནང་ག་ཕེར། འོ་ད་སུད་ཛི་ལི་ཡིན་པ་ཡིན་ནས་ཆེ་མཐོང་གནང་ག་ཕེར། འདི་ཡོད་དོན་ཁོ་ན་བུད་མེད་སྒྲིག་འཛུགས་ཐོག་ནས་མང་གཙོ་ཀ་བ་གསུམ་ཀ་ཐོག་ནས་བུད་མེད་ནུས་སྟོབས་འཕེལ་ཡ་ལ་མུ་མཐུད་ཡོད་རྒྱབ་སྐྱོར་ཡོད་པའི་རྣམ་པ་ད་ལེ་སྟོན་ཐུབ་ཡོད་རེད་འདི་སོང་ཙང་མཛད་གཙོ་རྣམ་པ་ད་ལེ་ནམ་རྒྱུན་དམིགས་བསལ་འདི་འདྲི་བྱེད་ལ་མང་དུ་ཕེར་གི་ཡོད་མ་ད་ལེ་ཕེར་བ་དེ་ལ་ཐུགས་རྗེ་ཆེ་གནང་ཞེས་ཞུ་བས་དེ་ཡིན།

ཁ་རྩིང། འགའ་ཤས་དགོངས་ཚུལ་འདི་འདྲས་གསུངས་པ་རེད་ཟེར་ཐུགས་ཁག་ཆེ་ཡོད་པ་དངོས་གནས་རང་རེད། ད་ལྟའི་སྡིངས་ཆ་གང་ལ་ནི་གང་ཟག། སྐྱེས་པ་རྐྱང་རྐྱང་སླེབས་ཏེ་བཞག་མ་འོངས་པ། ཨ་ནི་བུད་མེད་མང། ལས་ཡོད་པ་བཟོས་རོགས་གནང་ཞེས་གསུངས་བཞག་དགོངས་འཇགས་གསུང་ཡང་ལྷང་སང་རྣམ་དག་དང་གསུངས། འདི་དགོ་གས་ཡོད་རེད། ཨ་ནི་དགོ་གི་ཡོད་པ་ཡིན་ན་འགྱུར་བ་གཏང་ཡས་དེ་རྣམ་པ་ཚོ་ཆགས་ལ་ཡོད་རེད་མ་གཏོགས། གཙོ་བོ་དེ་མ་རེད་བས། དཔེར་ན་ཆ་བཞག་པ་ཡིན་ན། འོས་བསྡུ་སྒྲིག་གཞིའི་ནང་ལ Positive Discrimination ཡོད་རེད་ཆོག་གཅིག་བཤད་པ་ཡིན་ནར་ད། འོས་བསྡུ་ནང་ག་རེ་ཡོད་རེད་ཟེར་ན། འོས་འཕེན་པའི་སྐབས་ལ་སྤྱི་འཐུས་བདམས་པའི་སྐབས་ལ། སྤྱི་འཐུས་བཅུ་བདམས་གོ་བར་ཆོལ་ཁ་རེ་རེར་བུད་མེད་གཉིས་དགུ་གོ་བ་རེད། བུད་མེད་གཉིས་ངེས་པར་དུ་སྒུག་དགོས་བར་གདའ། དཔེར་ན་འོས་འཕེན་ཡོང་སྡོད་ཁང་ལ། བུད་མེད་གཅིག་གིས་ད་ང་འོས་འཕེན་གི་ཡིན་ང་བུད་མེད་གཉིས་ལས་བསླུ་གི་ཡིན། མི་བརྒྱད་བསླུ་གི་མེད་ལ་ཞེས་བུད་མེད་གཉིས་གཅིག་པོ་བསླུས་པ་ཡིན་ན་འོས་བསྡུ་ལྷན་ཁང་གི་འོས་དེ་འགྲིག་ཡོད་རེད་ཁྲིམས་མཐུན་རེད་འོས་བསྡུ་གྲང་རྒྱག་གི་རེད། ད་བུ་གཅིག་གིས་ང་ད་ཁྱོ་ག་བརྒྱད་ལ་བསླུ་གི་ཡིན་བུད་མེད་གཉིས་ང་ཤིང་གས་མེད་བསླུ་གས་མེད་ལབ་པ་ཡིན་ན་འོས་ཤོག་འདི་རྩིས་མེད་རེད། སྟོང་པ་ཞག་གོར་དང་མ་འགལ། སྟོང་པ་ཞག་ཕྱོགས་གོར་མ་རེད། དེ་ཟེར་དུས་ང་ལ Positive Discrimination རེད། འོ་ལ་མི་གཅིག་གིས་ད་ང་ཁྱོ་ག་ང་བསླུ་གིན་ཡིན་གཞན་པ་སྟོང་པ་ཞག་ཡིན་ཟེར་ལ་ན། བུད་མེད་གཉིས་བསླུ་གི་མེད་ཟེར་ལ་ན་རྩིས་མེད་རེད། ད་བུད་མེད་གཅིག་གིས་ང་བུད་མེད་བཅུ་ག་བུད་མེད་བསླུ་གི་ཡིན། ཁྱོ་ག་བཅས་བསླུ་གི་མེད་ལ་ན་ཁྲིམས་མཐུན་རེད་རྩིས་གོ་རེད། འདི་སོང་ཙང་ཆབ་སྲིད་ཐོག་ནས་ང་ཚོ་ཇུས་པ་རེ་བྱེད་བཅའ་ཁྲིམས་སྒྲིག་གཞི་འདི་གའི་ནང་ལ་བུད་མེད་ལ་དབྱེ་འབྱེད་ཡོད་མ་རྟ་ཟེར་འདིར་ད་ད་རྣམ་པ་ཚོ་ད་དེ་ལ་ཁ་ཚ་དེ་ཚོ་ན་ཕེ་དེ་གའི་ཚང་མ་གྲོས་ཚོགས་འདམ་སྐྱོར་རེད་ད་གྲོས་ཚོགས་སུས་འདམ་སྐྱོར་ཚེ་མི་མང་འདམ་སྐྱོར། རྣམ་པ་ཚོགས་ཀྱིས་ཁ་ཟས་ངས་ཧི་ལེ་ལེར་ཀིན་ཀྲིན་བིག་ཞུས་པའི་ཧི་ལེ་ལེར་ཀིན་ཀྲིན་ལ་བརྒྱ་ཆ་ལྔ་བཅུ་ང་གསུམ། མི་རིགས་དཀར་བོ་བུད་མེད་ཀྱིས་གླུ་བཞག་བརྒྱ་ཆ་བཞི་བཅུ་བཞི་བདུན་གྱི་གླུ་མི་འདུག། གལ་ཏེ་ཧི་ལེ་ལེར་ཀིན་ཀྲིན་ལ་མི་རིགས་དཀར་བོ་བུད་མེད་བརྒྱ་ཆ་ལྔ་བཅུ་ང་བཞི་གྱི་གླུ་ཡོད་པ་ཡིན་ན་ཡང། ཨོ་ཧ་ཡོ་དང་མི་ཤི་ཀན་ཐོབ་ཡོད་ནས་ཧི་ལེ་ལེར་ཀིན་ཀྲིན་ཐོབ་ཚར། དེ་གསུངས་ཡོད་དུས་ག་ལ་ཆབ་སྲིད་ཀྱི་སྐུ་དབང་དགོས་ཀྱི་ཡོད་པ་ཡིན་ན། དགོས་ཀྱི་བར་ཚང་མ་འདྲ་མཉམ་བྱེད་དགོས་ཀྱི་ཡོད་པ་ཡིན་ན། དེ་ཆབ་སྲིད་ལག་བསྟར་གནང་ཡག་དེ་རྣམ་པ་ཚོ་ཆགས་ལ་ཡོད་ད། དེ་དགོངས་པ་བཞེས་རོགས་གནང། ད་དེ་ནས། ཤེས་རིག་བཀའ་བློན་ནས་གསུངས་ཡོད། ང་ཚོས་དོ་སྣང་ཡང་ད་གི་འདི་ནང་སྲིད་དང་པོ་ཡིན་ཙང་དེ་ས་གནས་འགོ་འཛིན་ད་ཡོངས་གྲགས་གསུངས་བསྡད་གོ་རེད། ཐད་དགོངས་འགལ་མེད་པར་བུད་མེད་ཚོགས་པ་བདུན་ལ་ཞུས་བྱས་ཏེ་ཚོགས་གཙོ་ཟུར་པ་ཚོགས་གཙོ་ཞུས་ངེས་ད་རིང་འདི་ཡིན་ད། Food for thought རང་གི་བགྲོ་གླེང་རྩོད་གཞི་རང་ཡིན་ད་འདི་ཡང། ག་ཟེ་ད་ང་དེ་ལོ་ལྔ་འདས་ཅིང་ཉམས་མྱོང་བསྟན་སྲ་ཡོད་རེད་བ་ངས་ཡང་བགྲོ་གླེང་བྱས་བྱས་རྣམ་པ་ཚང་མ་དགོངས་པ་བཞེས་ན་ཡག་པོ་ཡོད་རེད་བསམ་གྱི་འདུག་བུད་མེད་ཚོགས་པ་ཁོ་རྣམ་པ་ཁོ་རྣམ་པ་རང་ཞུ་གི་མེད་ད་ད་ང་ལས་ཁུངས་ཕེབས་ཕེབས་བྱས་ད། ས་གནས་འགོ་འཛིན་བུད་མེད་མང་བོར་བཏང་དགོས་གི་འདུག་བྱས་བྱས་གསུང་གི་འདུག་ཨ་རིག་སྔོན་མ་སྲིད་ཇུས་སྟེང་ཉིས་སྟོང་བརྒྱད་ལ་ཡིན་ནས་རྒྱལ་སྤྱི་གསུམ་སོག་གསུམ་བུད་མེད་དགོས་རེད་བཀོད་ཡོད་རེད། ད་སྲིད་སྐྱོང་དང་བཀའ་ཤག་ཐོག་ནས་འབོད་བསོལ་མ་བྱས་བ་མར་ད་འབོད་བསོལ་བྱེད་དགོས། ས་གནས་དགོན་ཚུལ་བུད་མེད་ཀྱི་བཏང་ན་ག་འདྲེ་འགྲོ་བཏང་ན་ག་འདྲེ་འགྲོ་གཟིགས་དགོས། ད་སྤྱི་སྐྱོང་ནས་ལས་བྱེད་ནང་ལ་ས་གནས་ལ་ས་གནས་དགོན་ཚུལ་དང་ས་གནས་ལས་བྱེད་བྱེད་ཡ་ལ་འགྲོ་འདོད་ཡོད་ངེས་དང་མེད་ངེས་བྱེད་པ་ཡིན་ན་འགྲོ་འདོད་མེད་ངེས་མང་ཡ་རེད། རེད་ད། སྤྱི་སྐྱོང་ལས་བྱེད་ཡོང། དེ་སོང་ཚེ་དེ་ས་གནས་འགོ་འཛིན་གནང་བསྡད་ངེས་སུ་འདུག་བ། ཁོ་རང་ཚོ་དངོས་གནས་རང། ས་གནས་རང་ཕེད་ཆེད་ས་གནས་འགོ་འཛིན་གནང་བྱས་གནང་ཡ་དེ་ལ་བསྔགས་བརྗོད་ཞུ་དགོར་ད། གང་ཟེར་ན་སྤྱི་སྐྱོང་ལས་བྱེད་ནང་ལ་འདོད་པ་བསྟུན་པ་ཡིན་ན། འགྲོ་འདོད་དང་འགྲོ་འདོད་མེད་མཁན་བྱེད་ན། འདོད་པ་བསྟན་སུ་ཉུང་ང་ཡོད། ཡིན་ན་ཡང། བུད་མེད། འབྲུ་གུ་མའི་ཟེ་འགས་མ་ང་ཡོར། བུད་མེད་འབྲུ་གུ་མའི་ཟེ་འགས་མ་ང་ཡོར། ད་ང་རང་རང་ཉམས་མྱོང་ཡོད་ད། གནས་སྤོས་ཇི་ལྟར་ཡོད་འདོད་ཁོ་ད་ཡིན་ན་མིག་ཆུ་ཞིག་བཏང་ཇི་ལྟར་ཡིན་ན་ང་མ་བཏང་རོགས་ཇི་ས་ད་རིག་ད་ཤ་ད་རིང་གུ་འདུག་ང་གཅིག་པོ་ཞེད་གུ་འདུག་འགྲོ་གུ་འདུག་ཆེ་ཆེ། རྒྱུ་མཚན། བརྒྱ་དང་བཅུ་གྲངས་ཀྱི་རེད་སྤོ་གུ་ཆུན་ཆུན་ཡོད་ཨ་མ་ལོ་དགུ་བཅུ་ཡིན་པཱ་ལ་ལོ་དགུ་བཅུ་ཡིན་ཟེར་གི་རེད་དཀའ་ལས་ཞེ་བཞི་འདུག་དཀའ་ལས་ག་འདྲས་ཡོད་རེད།

སྐུ་ལོ་མ་ནག་ས་གནས་འགོ་འཛིན། ང་སྤོ་མདའ་གཞིས་ཆགས་འགྲོ་སྡོད་ཁང་ལ་ནི་ཁོ་རང་བཀའ་མོལ་གནང་སྟངས་དང་འགན་འཁུར་ཏེ་དཔེ་ཡག་པོ་འདུག་ད་གཞིས་ཆགས་ཆས་སུ་བཏང་ན་ཡག་པོ་འདུག་ཅེས་སྐུ་ལོ་མ་ནག་ལས་ཡོངས་ཀྱི་ས་གནས་འགོ་འཛིན་གནང་རེད། ཁོ་རང་ཉེ་ཆར་བོད་དོ་སྡེ་རྒན་གྱི་ས་མིག་གནས་རིམ་རེད་ཡིག་རྩེད་བཏང་རྗེས་ད་དུང་དྲུང་གཞོན་གནས་རིམ་འཕར་བསྡད་ཡོད་རེད། བེད་ཁོ་རེ་གནས་རིམ་ནས་ཆོམ་བྱ་གཉིས་བརྒྱ་ཡོད། བུད་མེད་གཅིག། ལ། ཨོ། འདི་བིར། ས་གནས་དགོན་གཟི་ཞག་ནང་དུ་ལའོ། བི་ཏེ། བི་ཏེ། ལ་རེ། ལ། ལ་རེ། དེ་བིར་གྱི་ས་གནས་དགོན་གཟི། དེ་ཕེ་དོ་བ། ཐ། ཁོ་རྣམ་པ། གསུམ་ཕེ་ཐུ་ས་ལ་བུད་མེད་གཞན་དག་ཁ་ཅིག་ཕེ་ཐུ་ཁོ་བར་ཐ། སྤུ་གུ་མང་བཞག་ཡོད་རེད་ཨ་མ་ལགས་ལོ་བརྒྱད་ཅུ་ཕྱིན་གྱི་ཡོད་རེད་ནད་པ་ཡོད་རེད་ཁྱོ་ག་ཡོད་རེད་ཕེ་ཐུག་གོ་རེད་ང་ཕེ་ང་འགྲོ་ཐུབ་ང་འགྲོ་ཐུབ་མི་འདུག་བཀའ་ཤག་གི་དམག་གོས་མར་ད་མ་འགྲོ་རེད་ཐད་ཀ་ཞུགས་གིན་གདའ། ད་བུད་མེད་ཚོགས་པ་ཁོ་རང་ཚོ་ཕེ་ལན་འདོམ་ན་ལ་ནི་ང་ཚོ་ལོ་ལྟག་ཚོགས་ཆེན་ཚོགས་ཆེད་གྲོས་ཆོད་ག་རེ་བྱ་དགོས་ཟེར་ན་ས་གནས་མགོ་འཛིན་བུད་མེད་མང་རུ་བཏང་གི་འདུག་བྱས་བྱས་ཡིན་ཟེར་གྲོས་ཆོད་ཕེ་ཨ་ང་ཚ་ཞིག་འཛོམས་པའི་སྐབས་ངས་ཞུས་ཡིན་ད་འགྲིག་གི་འདུག། བུད་མེད་དབུས་རྒྱུན་ལས་ཟུར་པ་ཡིན་ནའི་རེད་ས་གནས་རྒྱུན་ལས་འདི་འདྲས་དངོས་གནས་ར་ས་གནས་འགོ་འཛིན་བྱེད་མཁན་ཡོད་ན་ཕེ་རོགས་བྱེད་སྲིད་ང་ཚོ་བཀོལ་མཁན་ཡིན་སྲིད་ཆ་མཁན་དེ་ག་རེ་བཀོལ་སྲིད་ན་ལག་ཁྱེར་བཀོལ་རེད་བི་ཡའི་ཐོན་སྒོ་བཀོལ་རེད་འོས་བསྡུ་ལྷན་ཁང་འདེམས་བསྐོ་ལྷན་ཁང་གཟིགས་ཀྱི་རེད་ཆ་མཁན་ཚང་ཡོད་ན་ང་ས་གནས་འགོ་འཛིན་བཀོལ་མཁན་ཡིན་སྲིད་ཕེ་རོགས་བྱེད་སྲིད་ལོ་གསུམ་ན་ཅིའི་ཕེབས་མ་སྲིད་ད་ཅིག་ཀྱང་ང་ནམ་རྒྱུན་ས་གནས་འགོ་འཛིན་འགོ་ཡོད་ཟིག་ངས་དྲང་ཡིན་ད་ང་དྭང་ལག་ཆོད་ད་རིང་ཡོང་གིན་ཅེས་བྱུང། གཞུང་འབྲེལ་མ་ཡིན་པའི་ཚོགས་པ་ནི་ས་གནས་འགོ་འཛིན་ནང་འགྲིག་གོ་དེ་ང་ཚོ་སྤོན་བྲག་ས་གནས་འགོ་འཛིན་དབུ་མར་དམངས་གཙོ་ཚོགས་པ་གི་ཚོགས་གཙོ་གནང་རེད་ད་ཁོ་རང་ང་གཞིས་ཆགས་ཕྱིན་ཅིག་ཞབས་ཞུ་ཞུ་དགོ་བསམ་གི་འདུག་ཨ་ནི་ང་གཞིས་ཆགས་ས་གནས་འགོ་འཛིན་བྱེད་གི་ཨ་ཡིན་ད་ཡིན། ཕེ་མཁན་ཡོད་ན་ཕེ་ཆོག་གོ་ཨར་ད། ཡང་དང་ཡང་ཆན་རྒྱ་ངས་སྐྱོན་བརྗོད་བྱེད་གི་དུས་རྟག་ཏུ་རེད་ད་ད་ས་གནས་འགོ་འཛིན་ད་ད་ས་གནས་འགོ་འཛིན་པེ་ཉོན་བུད་མེད་བཅས་ཡོད་མ་རེད་བུད་མེད་མེད་བུད་མེད་འགྲོ་མཁན་མེད་ན་ག་རེ་ཆོག་གོ་ཨར་ད། བརྡའི་དགོངས་པ་བཞེས་རོགས་གནང། ད་དེ་ནས་ཤེས་རིག་བཀའ་བློན་གསུངས་ཡོད་མདོག་ཧ་བ་རེད་བསམ་གྱི་འདུག་ད་བསམ་པོ་ད་འགན་འཛིན་ང་ཚོ་ཉེ་ཆར་བདམས་དགོས་བྱུང་རེད་ད་བཀའ་ཤག་ནང་བཀའ་མོལ་ཡོང་གོ་རེད་ད་ད་བའི་བུ་མེད་རེད་འབྲེལ་ཡོད་ནང་གོ་སྐབས་ཤིག་གནང་ཡ་མི་འདུག་བས་ཡིན་ད་ཡིན་གསལ་བསྒྲགས་བྱས་པ་རེད Interview ལ་ཕེབས་མེད་ཡ་མ་རེད་ད་ད Interview ལ་མ་ཕེབས་ན་ག་རེ་ཟིག་བདམས་དགོས་རེད་ད་ད་ད་ད་ཡང་བསམ་པོ་ད་འགོ་འཛིན་བུ་ཁྱོ་ག་ཞིག་བདམས་ཚེ་ཟིག་རོགས Interview ཁོ་རང་ཕེབས་ཡ་མ་རེད། ད་ལྟའི་དཔལ་འབྱོར་ཁང་ལས་ད་ལྟ་གསུངས་སོ་བ་ཡར་ཐོན་ཅན་ཚོང་ལས་ཀྱི་ང་ཚོགས་འདུ་ཚོགས་སྐོར Annual Entrepreneurship Conference ད་སུ་ཕན་ནས་འགྲིག་གོ་འགྲོ་སོང་ཆ་ཚང་བཏང་གོ་བར་ད་ཡང་བུད་མེད་ཕན་མཁན་ཉུང་ཉུང་རེད་ཡང་པར་ཚིག་རྒྱབ་སྟེགས་ལྟ་ད་ཡང་དེ་ཡར་ཐོན་ཚོང་པ་ན་ཁྱོ་ག་རྐྱང་རྐྱང་རེད་བུད་མེད་ཆེད་མི་འདུག་མ་ཕན་ན་གར་ཆོག་བར་ད། ད་འདི་གའི་རྣམ་པ་ཚོ་མཁྱེན་ན་ཡག་པོ་རེད་བསམ་གྱི་འདུག་གང་ཟེར་ན་མཐའ་མ་དེ་ལ་ད་སྲིད་ཇུས་གནང་ཡས་སྲིད་ཇུས་ཀྱི་གཏན་འབེབས་བྱས་པ་རེད་སྲིད་ཇུས་འདུག་བཞག་བཞག་ནས་འགྲིག་གོ་མ་བྱས་ཚོགས་འདུ་བསྐོང་ཡས་འདི་ཚང་མས་མཁྱེན་བཞིན་བགྲོ་གླེང་དང་ཆ་ཤས་ལེན་བཞིན་སེམས་འགུལ་ཐེབས་བཞིན་ས་གནས་ས་ཐོག་ལ་འགྱུར་བ་འགྲོ་དགོས་ར་མ་གཏོགས་བོད་མི་ནུས་སྟོབས་ཧེ་ལ་ཨོས་ནི་བྱེད་དཔའ་ཆ་ཚང་བྱེད་ཀྱི་ཡོད་བསམ་གྱི་ཡོད་ད་འདོད་བྱེད་དཔའ་རེ་གསུང་རོགས་གནང། ཚོགས་ཆེན་བསྐོང་བ་ཡིན། ད་ཟློས་གར་ལ་གཞས་ཡིན་ཅེས་རྩོམ་བཟོས་བཞག་ཡོད། ད་ཐེངས་ད་སྲིད་ཇུས་འདི་ཡིན་ནའི་ཡང་ད་ལྟ་ང་ཚོ་དེ་ཚོགས་འདུར་དངུལ་ལྷག་པ་ཡིན་ན་འབུམ་གཅིག་པར་སྐྲུན་བྱེད་དགོངས་གཏམ་བྱས་ནང་རེ་རེ་རེ་ལ་སྐད་ཟེར་ནས་ང་ཚོ་སྐྱེལ་དགོས་ད་སྲིད་ཇུས་ཧ་གོ་གོ་བར་བ་དེ་སྐྱེལ་ཆོག་གུར་བསམ་ན་ང་ཚོ་བྱེད་དགོས་ཨེ། དེ་ནས་སྤྱི་ཟླ་བཞི་པ་ནས་བཀའ་བློན་རྣམ་པ་ས་གནས་ཁག་འཚམས་གཟིགས་ཕེབས་རེད་འཚམས་གཟིགས་ལ་ཀྲོག་གིང་པོ་ཁ་ཚིག་རེ་ང་ཚོ་བཀའ་བསྡུར་བྱུང་བུད་མེད་ནུས་སྟོབས་ཕལ་གང་ལ་ཡིན་གཅིག་མིན་གཅིག་གསུང་དགོས་ར་གདའ། ས་གནས་འགོ་འཛིན་རྣམ་པ་ད་རིང་དེར་ཕེབས་དགོས་པ་དེ་ཉེས་མེད་གཉིས་དེ་ཕྱེད་ཀ་ནང་ལ་བུད་མེད་ནུས་སྟོབས་འཕེལ་ཡས་ལ་དཔལ་འབྱོར་ཐོག་ནས་སྤྱི་ཚོགས་ཐོག་ནས་འཕྲོད་བསྟེན་ཐོག་ནས་གར་དོ་ཚང་མ་མཁྱེན་པ་ཡིན་པ་ཡིན་ན་ས་གནས་ས་ཐོག་ལ་གོ་རྟོགས་ཡག་ག་གནང་ཐུབ་གི་རེད་ལག་བསྟར་ཡག་ག་གནང་དེ་ཕེབས་རོགས་བྱས་འཛིན་སྐྱོང་ཐོག་ནས་འདི་གས་ཚང་མ་གནང་དགོས་རེད་ད་ད་ནས་ཤིག་ད་ལྟ་དཔལ་འབྱོར་བཀའ་ལས་གསུངས་མ་སོང་བ་དང་དཔལ་འབྱོར་དངུལ་རྩིས་ནང་ལ་ཡིན་པ་ཡིན་ནས་འགྲོ་སོང་བརྒྱ་ཆ་ལྔ་བཅུ་ལྷག་མེད་ན་ཡང་བརྒྱ་ཆ་ལྔ་བཅུ་བུད་མེད་གང་བཏང་དགོས་རེད་རྒྱ་བལ་འབྲུག་གསུམ་གི་འགྲོ་སོང་ཟེར་དགོས་ད་རྒྱ་བལ་འབྲུག་གསུམ་འགྲོ་སོང་བཏང་དགོས་རེད། བུད་མེད་ཕལ་ཆེན་མང་ང་ཆགས་ཀྱི་རེད་ཆེ་སྟོབས་དངུལ་ལས་མ་སྤབ་པ་ཡིན་ན། རྒྱ་ཞག་བལྟས་པས་ཉག་ག་ཞིག་ཟེར་དགོས་བུད་མེད་ཉུ་ཚོགས་ཕལ་ལས་ཁུངས་དེ་ལ་འབུམ་བརྒྱད་ལས་མི་འདུག་ཨང་བུད་མེད་ལ་གང་ཡིན་དགོས་བྱེད་མི་འདུག་དངུལ་རྩིས་ཚང་མ་བསྡོམས་སྐོར་ཚང་མ་མཁྱེན་བྱས་ཨང་བརྒྱ་ཆ་ལྔ་བཅུ་ལས་ལྷག་འདུག་བརྒྱ་ཆ་ལྔ་བཅུ་ལྷག་བུད་མེད་སྒང་ལ་ཡོད་རེད། སློབ་ཡོན་ཡིན་ནས་ཁ་ཚོན་ཞུས་སོགས་བུད་མེད་སྒང་ལ་མ་ང་གནང་སྐོར་རེད། ད་དེ་ནས། འགན་འཁུར་གནང་ཡ་ཞོར་བ། འགན་འཁུར་གནང་ཡ་འདི། ཚང་མས་གནང་རོགས་གནང་ཟེར་ངེས་ཞུ་ཡ་གཙོ་བོ་འདི། དེ་བྱས་ཞེས་བུད་མེད་ནུས་སྟོབས་འཕེལ་ཡ་འདི་འཛིན་སྐྱོང་ཐོག་ནས་གནང་དགོས་ཡ་ག་རེ་ཡོད་པ་གནང་གི་ཡིན། ཐ་ན་འགའ་ཤས་འདི་གསུང་མཁན་དེ་འདྲེ་འདུག་ཏན་ཏན་རེད་ལོ་སར་སྐད་མཚམས་ཡིན་ཙང་ཨ་ནེ་ཚོགས་འདུ་བཅར་ཐུབ་མ་སོང་དུས་ཚོད་ཉུང་དྲགས་ཤིག་གཟིགས་འདུག་ཐིག་རེ་རྣམ་པ་ཚོ་ཡང་སྐྱོང་ཚོགས་ཆེན་དེ་ཐུ་བྷའི་གསོལ་གུ་ཡོད་པ་ཡིན་ན་ཉིས་སྟོང་བཅོ་བརྒྱད་ལོར་ཡང་སྐྱོང་ཚོགས་ཆེན་བསྐོང་ཆོག་གུ་རེད། ཡང་བཀའ་བསྡུར་གནང་ཆོག་གུ་རེད། ང་ཚོའི་ཐོག་འཐེ་ཚོམ་བཅད་མེད་ད། རེད་བ། ཡིན་ན་ཡང། མཐའ་མ་འདི་ལ་ས་གནས་ས་ཐོག་ནས་ལག་བསྟར་བྱས་པ་ལ། ས་གནས་འགོ་འཛིན་ས་གནས་ཀྱི་ལས་བྱེད་བུད་མེད་དགུ་ཁོག་རེད། ད་ནམ་པོ་བཟོ་དེ། ལས་བྱེད་ནང་ལ་ཡིན་པ་ཡིན་ནའི་དྲུང་ཆེ་བུད་མེད་མང་དགུ་ཁོག་ཡོད་པ་ཡིན་ན། སྲི་ཞུ་བ་ལས་བྱེད་སྣང་ག་ཕལ་བ་རེད། ཕལ་ཆེར་ལོ་རེ་རེར་གནས་རིན་འཕར་གི་འཕར་གི་འཕར་གི་འགྲོ་གི་རེད་མ་གཏོགས་ཤ་རྒྱག་གོ་ར་ཡ་ཆོབ་བཟི་ལ་ན་ད་དེ་ཆོབ་ཡ་ཡོད་མ་རེད་ད་ཡང། སྐུ་ལས་ཁྱོད་བྱེད་ཕལ་དགུ་ཁོག་རེད། ཨ་ཞུ་དགུ་ཁོག་རེད། ཞུ་བྱེད་དང་ད་ལྟའི་ཆ་ལ་བུད་མེད་ཆ་ཤས་ལས་ངན་འདི་ན་ལས་བྱེད་བྱེད་ངན་མང་རུ་འགྲོ་གི་འདུག་དཔེ་ཡག་པོ་རེད་བསམ་གི་འདུག་འགན་ཁུར་གནང་ངན་མང་རུ་འགྲོ་གི་འདུག་དཔེ་ཡག་པོ་རེད་བསམ་གི་འདུག་ཨ་རན་པས་རན་པས་ངས་འགྱུར་བ་ཆེན་པོ་འགྲོ་གི་ཡོད་པ་མཐོང་བསྡད་གི་འདུག་ཡིན་ནས་ཡང་ད་མཐའ་མ་འདས་ལ་བུད་མེད་སྒྲིག་འཛུགས་འདིས་ད་བུད་མེད་རྩ་དོན་རྩོད་ཡ་གི་ལྟེ་གནས་འདིར། འདི་རྣམས་ལ་ཆ་ཤས་ལེན་དགོས་སྐོར་དང། འདི་རྣམས་ཆ་ཤས་ལེན་བྱེད་འགན་འཁུར་བྱེད་གཞིས་ཆགས་གཞིས་ཆགས་སློབ་གྲྭ་སློབ་གྲྭ་སྨན་ཁང་སྨན་ཁང་དགོན་སྡེ་དགོན་སྡེ་བྱེད་བྱེད་འདུག་བརྒྱུད་པ་ཆིངས་བཞེས་བུད་མེད་ནུས་སྟོབས་དེ་ཕེབས་འདུག་གོ་རེད་གཙོ་ཆེ་ཤོས་བཅའ་ཁྲིམས་ཁྲིམས་སྒྲིག་གཞི་ཐོག་ནས་དབྱེ་འབྱེད་ཡོད་མ་རེད་ད་གཙོ་བོ་དེ་ག་རེ་ཟེར་ན་བསམ་བློ་དང། གོམས་གཤིས་ཐོག་ནས་རེད་ད། Mindset དང Habit དེ་རེད་ད། Mindset Habit དེ་དུས་དུས་དུས་དུས་ཕྱིར་འགྱུར་བ་འགྲོ་ཡ་ཆེ་རེད། ད་ང་ཚོ་འདི་ཡོད་རེད Violence Against Women's ལ་གཅིག་ཡོད་རེད། ཨ་ནི་ཁྱོ་ག་གི་བུ་འབུད་ཉེས་རྡུང་བཏང་ཡ་འདི་ཐོག་ནས་ཡོད་རེད། ཏན་ཏན་རང་རེད། འདི་རྩ་བ་ནས་འགྲིག་གི་མ་རེད་ཞུ་བཞག་ཡོད་ང་ཚོས། རྩ་བ་ནས་འགྲིག་གི་མ་རེད་འདི་མཚམས་འཇོག་བྱེད་དགོས་གོ་རེད་ཞུ་བཞག་ཡོད། ཡིན་ནས་འདི་གི་འབྲེལ་སྒྲ་ཇི་ཡོད་རེད་འབྲེལ་སྒྲ། གྲངས་ཀ་ཇི་ཡོད་རེད། གྲངས་ཀ་ཡག་པོ་གཟིགས་པ་ཡིན་ན་ད་བོད་སྤྱི་ཚོགས་ནང་ལ་ཡོད་རེད། ཁྱོ་ག་གི་སོ་སོ་བཟའ་ཟླ་ལ་ཉེས་རྡུང་བཏང་ངེས་འདུག། མ་ཉུང་བ་ཞིག་འདུག་འདུག་དཀའ་ངལ་རེས་མེད་པ་བཟོས་འོག་འདུག། ཡང་བཟའ་ཟླ་འགའི་ཁྱོ་ག་ལ་ཉེས་རྡུང་བཏང་མཁན་བཅས་ཡོང་བསྡད་འོག་ད་ཡང། ད་དེ་ང་གོ་ཡོང་སྡོད་ཁང་ལ་ངས་ཞིབ་འཇུག་བྱས། Overall Data ག་རེད་དོ་སྟེ་ཡོང་སྡོད་ཁང་ལ་སྤྱི་བཏང་ཟེར་ཡག་ལ། ད་ཨ་རི་དང་འདིར་ད England སྡེ་བ་གི Data རེད། བརྒྱ་ཆ་བཅུ་ནས་བཅོ་ལྔ་བར་ལ་ཨ་ནི། ཁྱོ་ག་གི་བཟའ་ཟླ་ལ། ཉེས་རྡུང་བཏང་ངེས་བརྙས་བཅོས་བཏང་ངེས་ཡོང་གོ་བ་རེད་སྟ་དེ་འདིར་ད་ཡིན་ལུང་པ་ལུང་པ་ལུང་པ་མ་འདྲ་མ་འདྲ་ཡོད་དགའ་ཤར་བརྒྱད་ཅུ་སུམ་ཅུ་སོ་བཞི་སུམ་ཅུ་བཞི་བཅུ་ཡོང་སྲིད་པ་ཞིག་རེད་ད། གང་ཟེར་འདི་སེ་གུ་ད་ཁོང་ཚོས་ཀྱིས་ད་ངས་ད་འདི་གཅིག་བརྗེད་བྱས་ཁོང་ཚོས Technical Term ཞིག་འདུག Intimate Personal Violence ཞེས་བྱས IPV རེད་དེ་འདྲ་ཟེར་གྱི་འདུག་ཨ་ནི། ཡང་བཟའ་ཟླ་ཀྱི་ཁྱོ་ག་ལ་ཉེས་རྡུང་བཏང་ཡས་བརྒྱ་ཆ་བཞི་ནས་བདུན་བར་དུ་རེད་བྱ། ཇི་ཡོར་བ། དེ་ཡོན་ཏན་བར་མཐའ་ཡང། དཀའ་ངལ་དངོས་གནས་ཆེན་པོ་ཞིག་རེད། དཀའ་ངལ་མེད་པ་བཟོས་དགོས་པ་རེད། ཡིན་ན་ཡང་འདི་གའི་ཡང་སྤྱི་ཚོགས་སྤྱི་ཡོངས་ནང་ལ་དཀའ་ངལ་ཡོད་ཤག་པ་འདི་ཚང་མའི་ཁྱད་ཡང་གལ་ཆེན་པོ་རེད་བསམ་འདུག་ད་སློབ་གྲྭའི་སྤུ་གུ་གཙོས་གཞིས་སླེབས་སུ་འདི་ད་ཧ་ལས་པའི་ཐབས་སྐྱོ་བོ་རེད། ཧ་ལས་པའི་ཐབས་སྐྱོ་བོ་རེད། ངོས་ཏེ། སློབ་གྲྭ། ན་བྱུང་སྡོད་ཁང་ལ་གཞིས་ཆགས་ཁག་བྱུང་སྡོད་ཁང་ལ་གཞིས་ཆགས་མིང་བྱས་ཡུང་ཀི་རི་བེས་སང་ནི་ཡོ་མ་ར་ད་ཤ་རྒྱ་རྒྱ་གར་ཁྲིམས་ཐུན་གུ་གོ་རེད་འདི་ཉེ་ཁྲིམས་རེད་འདི་ཀིརིམ་ནར་ལོ་རེད་ང་ཚོས་ཆེ་བསྟོད་ཁྲིམས་ཞིབ་ཁང་གང་ཡིན་གནང་ཡ་ཡོ་མ་ར་ད་འདི་གང་ལ་ས་གནས་དགུ་འཛིན་ཞི་དྲག་གནང་ཡ་ཡོ་མ་ར་ད་ཁོ་ལ་ཡ་སྐད་བཏང་ཆེ་ང་ཚོ་ཡིན་ད་ཡི་གཞིས་ཆགས་ཁག་ནས་གཞིས་ཆགས་ནང་ཁུལ་ཅིག་གནང་ཡ་ཡོད་ན་མ་གཏོགས་ད་འདི་རྒྱ་གར་ཁྲིམས་ཐུ་ཡོད་ཙང་ཉེ་ཁྲིམས་ཚང་མ་རྒྱ་གར་ཁྲིམས་ཁང་ཐུ་ང་ཚོ་ལམ་སང་རྒྱ་གར་ཁྲིམས་ཁང་ཐུ་གུ་གོ་རེད་འདི་ཛི་ལོ་ཏོ་རེད་ཁྲིམས་ཁང་ཐུ་ཁམས་ཆུ་རྒྱ་གར་ཞིག་ཆེ་བ་ད།

དེ་རྒྱ་གར་ཉེས་ཁྲིམས་དེ་མཐུད་ཡོད་ཙང་རྒྱ་གར་ནད་ཁྲིམས་རང་ཐོག་ནས་ཁྲིམས་ཐག་གཅོད་དགོས་དེ Zero Tolerance ཞེས་ཞུ་དེ་རེད། ཧ་ལིང་ཀའི་ཞུ་ཡས་དེ་ཁ་ཆེ་སྙིང་མེད་ཞུ་དགོས་དེ Zero Tolerance ང་ཡིན་ནའི་ཡང་བུ་མོ་ལོ་བཅུ་བྱིན་ངེས་པཱ་ལགས་ཤིག་ཁ་ཚོད་སློབ་གྲྭ་ལ་བུ་མོ་སོ་སོ་བུ་མོ་སྤྱོད་ཁ་འགྲོ་སྡོད་ཁང་ལ་སྤུ་གུ་སྤྱོད་ཁ་འགྲོ་སྡོད་ཁང་ལ་དགེ་རྒན་དང་ལས་བྱེད་ལ་ཡིད་ཆེས་བྱས་བྱས་ཨ་ང་ཚོ་བོད་པའི་གི་མ་འོང་སོན་རྩ་དེ་ལ་ཤེས་ཡོན་གྱི་རྣ་རོ་ན། ཡ་རབས་བཟང་སྤྱོད་ཅིག་བསླབ་རོགས་གནང། རྩ་དོན་རྩོད་ངེས་ཅིག་བྱེད་རོགས་གནང། ཡིད་ཆེས་སྤྱོད་ཡུལ་བློས་བྱ་རྒྱུ་འདི་ལ། ཨ་འདི་འདྲའི་བཏང་ན་ཧ་ལས་ཨ་ར་བ། ལས་རྒྱུ་འབྲས་མ་བསིལ་བ་འདི་འདྲའི་ར་བ། འདི་ཚོ་ང་ཚོ Zero Tolerance ཡན་ཡན་དུ་ཞུས་བསྡད་ཀྱི་ཡོད། ད་ངས་ཀ་མེད་རིང་པོ་ཆ་བགོས་འདུག་མཐའ་དོན་ཞུ་ཡ་ལ་ར་བ་ད་ངས་དགོངས་ཀ་འབེབས་བྱེད་ཀྱི Food for Thought ལ་བྱེད་ཡ་མཇུག་བསྡོམས་འདི་དངོས་གནས་བྱེད་ན་བཟང་ས་རེ་ཞུ་དགོས་གོ་བ་རེད་ཡིན་ན་ཡང་ལྷའི་ང་ཚོས་ཉི་མ་གཉིས་དང་ཕྱེད་ཀ་བཟང་པོ་རྐྱང་རྐྱང་བྱུང་ཙང་མཐའ་མ་དེ་ལ་ཡང་བསམ་བློ་ཅིག་བཏང་དགོས་བྱུང་བ་ཡིན་པ་ཡིན་ན། བགྲོ་གླེང་ནང་ལ་ཨ་ནི་ཁོ་ཡང། ཆ་ཤས་ལེན་པའི་སྐབས་ལ་ཨ་ནི་གཏིང་ཟབ་པོའི་སྔོན་ནས་བགྲོ་གླེང་དེ་བྱུང་བ་ཡིན་པ་ཡིན་ན་ཡང་ངས་ཐུགས་ཕན་གསོས་ཀྱི་རེད་བསམ་པའི་ཐོག་ནས་ངས་བྱས་བཞག་མེད་བྱས་མེད་ལྟར་ལས་ཀ་ལས་གཉེན་པོ་འཇམ་པོ་ཞིག་འགྲོ་བཞག་འདི་ཡག་ཤོས་འདི་རེད་བ། འདི་ངས་འདི་ཞུས་མཐའ་མ་དེ་ལ་གོང་ས་མཆོག་དེང་སྐབས་དཀའ་ངལ་གནང་བ་ནང་བཞིན་རེད། དུས་རབས་ཉི་ས་བཞི་པ་འདིས། ཞི་བདེ་ཅན་དགོས་ཀྱི་ཡོད་པ་ཡིན་ན་བུད་མེད་སྒོ་ཁྲིད། བྱམས་སྙིང་རྗེ། ཉེས་པ་རྙེད་ཐུབ་ངེས་རྟོགས་ཐུབ་ངེས་ལག་བསྟར་བྱེད་ངེས་སྒོ་ཁྲིད་དགོས་མཁོ་བ་རེད་བྱས་རྗེས་ཁ་ཟས་ངས་ཐང་གིས་ཁ་ཟས་མགོ་མ་ཡིས་ཞུས་པ་ཡིན། འོ་དེ་འདྲའི་སྒོ་ཁྲིད་ཅིག་དགོས་མཁོ་བ་རེད་བྱམས་སྙིང་རྗེ་གཙོ་བོ་གཞི་ཆགས་པའི་ཐོག་ནས་དགོངས་པ་བཞེས་ངེས། ལག་བསྟར་བྱེད་ངེས་སྒོ་ཁྲིད་དགོས་མཁོ་བ་རེད། ད་དེ་ཡིན་ཨང་དོང་ཚོ་ཆུང་གསུང་ཡ་དེ་གཅིག་ཡོང་ངོ་སྐྱེས་པ་ཡིན་ནས་རེད་བུད་མེད་ཡིན་ནས་ཚང་མ་དེ་གསུང་གོ་རེད་ད་དེ་ཧ་ལས་པའི་གཏིང་ཟག་པོ་རེད་བསམ་ཁ་ཟིང་གི་དཔེ་མང་པོ་བཞག་པ་ཡིན་གཞན་མ་གཏོགས་གཅིག་པས་ད་ཡང་བུད་མེད་བཀའ་བློན་ཆགས་པ་ཡིན་ནས་ཡང་སྲིད་སྐྱོང་ཆགས་པ་ཡིན་ནས་ཡང་མཐའ་མ་དེ་ལ་བྷར་ཛིལ་དང་ད་ལྟ South Korea གི་ལྐོག་ཟ་རུལ་སུངས་བྱས་བྱས་ཨ་ནི་ཡང་གང་ཞབས་འདྲེན་ཞུས་མཁན་ཆགས་པས་ཕན་ཐོག་གི་མ་རེད་བ། ཡང་དམག་རྒྱབ་ཆེད་གཡོག་རུ་དྲག་གནོད་སྟབས་མི་ཨང་སང་སུའུ་ཅི་ལ་ཡིན་པའི་སྐྱོན་བརྗོད་ག་རེ་ཡོང་སྐོར་ཟེར་ན་ནོ་བྷེལ་ཞི་བདེ་གཟེངས་རྟགས་རེད་དེ་རོ་ཧིན་གྷ་ཁ་ཆེ་ལ་ཆོས་ལུགས་དབྱེ་འབྱེད་བྱེད་གི་འདུག་མི་རིགས་དབྱེ་འབྱེད་བྱེད་གི་འདུག་དྲག་གནོད་བྱེད་གི་འདུག་ཟེར་དུས་ནོ་བྷེལ་ཞི་བདེ་གཟེངས་རྟགས་བཞེས་མཁན་གཅིག་ནང་པ་སངས་རྒྱས་པའི་ཆོས་དད་གུར་བརྩི་བཀུར་བྱེད་མཁན་གཅིག་དེ་འདྲས་བྱས་པ་ཡིན་པ་ཡིན་ན། ཨེ་ཁོ་རང་བཞིན་སྐྱོན་བརྗོད་སླད་ཡོང་གི་འདུག་བ། དེ་སོང་ཙང། ཞབས་བཀྱག་ཆེད་དུ། ཐོབ་ཐང་ཆེད་དུ། རྩོད་ངན་མིན་པ། བྱམས་སྙིང་རྗེ་སྒོམ་པའི་ཐོག་ནས་བོད་མི་ས་ཡ་དྲུག་གི་ཆེད་དུ་ངས་དཀའ་ལས་མ་རྒྱག་ན་སུ་ཁྱབ། སྐྱོ་བོ་ཉམ་ཐག་ཆེད་དུ་ངས་དཀའ་ལས་མ་རྒྱག་ན་སུ་ཁྱབ། འདིའི་དོན་དག་ལ་ཞབས་ཕྱི་ཞུས་ཁག་སྒྲུབ་ཀྱི་ཡིན། འདིའི་དོན་དག་ལ་དཀའ་ལས་རྒྱག་གི་ཡིན་བསམ་པའི་མགོ་ཁྲིད་ཞིག་དགོས་གོ་རེད། མགོ་ཁྲིད་ནང་ནས་བུད་མེད་ད་གོང་ཚོ་གསུང་ཡར་བུད་མེད་ལ་ནུས་པ་དེ་ཆད་འདུག་བྱམས་སྙིང་རྗེ་གིས་གཞི་དང་གཏིང་དང་རེ་བ་དེ་ཆད་འདུག་གསུང་གོ་རེད། འདི་གསུང་དགོས་བར་བསམ། ང་ཡང་འདི་ཞུས་བསྡད་ཀྱི་ཡོད་བྱམས་སྙིང་རྗེའི་ཟིང་ངེ་འདི་ད་ཡང་ངས་ཆོས་ཆོས་ཐོག་ནས་བཤད་ན་ཞི་དྲག་ལེན་པོ་ཡོད་མ་རེད་དེ་བྱམས་སྙིང་རྗེ་ཧ་ལས་པའི་གཏིང་བཟང་པོ་རེད་ཤག་བྱམས་སྙིང་རྗེ་ཟིག་དོན་གང་འདི་ཟིག་འོག་མ་ཨིན་ཇིའི་ཐོག་ནས་ཡིན་པས་ན Empathy Sympathy Charity ཟིག་འོག་མ་རེད་ད Compassion ཟིག་འོག་རེད Sanskrit ནས་ཡིན་པ་ཡིན་ན Daya ཟིག་འོག་མ་རེད་ད། Karuna Sagar། Maha Karuna Sagar། ད་དེ་ག་རེ་ཡོད་ཟེར་ན་བྱམས་སྙིང་རྗེ་ཆེ་མཁན་འགོ་ཁྲིད་ཅིག་ཡོད་པ་ཡིན་པས་ཡིན་ན་བསམ་བློ་བཏང་སྟངས་རང་ནས་དང་པོ་རང་ཀུན་སློང་རང་ནས་མིང་དང་གཏམ་དང་དབང་ཆ་མེད་ཡོད་འདོད་སྐབས་ལ་ཁོ་རང་ལ་དཀའ་ངལ་དང་གདོང་ལེན་ཤུགས་ཆེན་པོ་ག་ཚོད་བྱེད་དགོས་ཡོད་པས་ནས་སྙིང་སྟོབས་ཆེ་རང་བཞིན་ཡོང་དགོས་ར་ཧང་ཟེར་ན་ཁོ་རང་གི་སྙིང་སྟོབས་འདི།

ད་ང་དགུ་ཁྲི་ཡིན་བྱས་བྱས་ད་ང་དགུ་ཁྲི་ཆགས་སུ་ད་ང་ལ་དབང་ཆ་ཡོད་མིང་ཡོད་གཏམ་ཡོད་ལ་ཅེས་པར་སྐད་ལན་ཅིག་འབོར་ཤོད་ཏེ་ཕྱི་མོ་ཆགས་ན་ཡང་བྱམས་སྙིང་རྗེ་གཞི་ཆགས་པའི་ཐོག་ནས་དགུ་ཁྲི་ཡིན་འདོད་ག་ལ་ཨ་ཙི་ང་དེ་འདྲས་བྱས་ན་འགྲིག་གི་མ་རེད་ས་ཡ་དྲུག་ཨ་ཙི་འགྲིག་གི་མ་རེད་བསམ་པའི་ཐོག་ནས་ཡང་སྤོ་བ་དེ་མ་ལས་བྱས་ཀི་ལ་ལས་འགུལ་ཡང་སེམས་ཤུགས་བཅང་ངེས་བྱུང་བྱས་འགྲིག་གི་མ་རེད་ཁྱོད་འཇོན་གི་མི་འདུག་ཁྱོད་ཐུབ་གི་མ་རེད་སྙབ་རྒྱུ་ཤེས་ངེས་སླེབས་པ་ཡིན་ན་ཡང་བཙན་བྱོལ་གཏེས་མ་ཆགས་དགོས་ན་ཡང་ཡག་ཕར་ལེགས་རེད་བྱམས་སྙིང་རྗེ་ཟེར་ངེས་དེ། པའི་ནུས་སྟོབས་ཆེ་ཤོས་གཏིང་ཟབ་ཤོས་འདི་རེད་དོ། ད་འདི་འདྲའི་སྒོམ་ཐུབ་ངེས་ཞིག་དགོས་སྐོར། འདི་འདྲའི་ཀུན་སློང་ཁྱེད་ཆེ་གོ་སྒྲིག་བྱེད་མཁན་ཡོད་པ་ཡིན་ན་སུ་འདྲ་ཡིན་མིན་ལ་སྐྱེས་པ་ཡིན་ནའི་བུད་མེད་ཡིན་ནའི་ཡང་སྤྱི་པ་ལ་ཕན་ཐུག་སྐོར། ད་ང་འདི་བྱེད་དགོས་ཞེས་པོ་ཅིག་ལག་བསྟར་བྱེད་དགོས་ཞུ་ཡ་མེད་ད། ཡིན་ན་ཡང་ག་ས་ག་ཞིག་འདི་ཟེར་གི་འདུག་དབྱེ་འབྱེད་འདུག་ཨ་ནི་དཀའ་ངལ་འདུག་གདོང་ལེན་འདུག་ཟེར་གི་འདུག་བུད་མེད་ལ།

གཞི་བཞག་ས་དེ། ང་ཡེ་ནས་ནམ་རྒྱུན་བསམ་སྟངས་དང་དགའ་ཞེན་སྙིང་རྗེ་ང་གྲོགས་པོ་ཆ་མོ་འདི་ཟེར་དུས་ཁྱེད་རང་ལ་ཀོ་རེ་ཞིའུ་ཟེར་གི་རྟག་པར་ཞེ་ཏེ་ཏེ་བྱེད་དུས་ཁྱེད་རང་ག་རེ་བསམ་གི་འདུག་ད་ཐང་རེ་བྱེད་ཀྱི་མི་འདུག་ཟེར་གི་འདུག་ཨ་ད་ནས་རྒན་མོ་ཚ་ས་དེ་དེ་གོ་ཁ་ང་ག་དུས་ང་བསམ་སོང་ཨ་ཙི་ངས་ཅིག་བྱས་པ་ཡིན་ན་ངས་ཅིག་བཤད་པ་ཡིན་ན་མ་འགྲིག་པ་ཡིན་ན་བོད་ནང་ལ་བོད་མི་ག་རེ་བསམ་གི་རེད་ཟེར་དང་པོ། ཁོ་རང་ཚོ་བློ་ཕམ་མ་ཟོས་བློ་མ་ཕམ་ཡང་ཅི་ངས་བྱས་དགོས་རེད། ཁོ་རང་ཚོ་སེམས་ཤུགས་སྐྱེད་བྱེད་མ་ཐུབ་ན་བློ་མ་ཕམ་ཡང་ཅི་ངས་བྱས་དགོས་རེད། གཉིས་པ། རྒྱ་ནག་གཞུང་དགྲ་འགའ་རྙེད་འདུག་ཟེར་གི་འདུག་རྒྱ་ནག་གཞུང་ལ་ཕན་པ་བྱེད་རྒྱུ་ཡོད་མ་རེད་ཟེར་གི། གང་ལྟ་མ་ལྟ་ངས་ཐག་གཅོད་ག་རེ་བྱས་པ་ཡིན་ན་ཡང་ངས་ག་རེ་བཤད་པ་ཡིན་ན་ག་རེ་བྱས་པ་ཡིན་ན་ཁོ་ཚོ་ལ་ངས་ཀྱི་ཕན་པ་བྱེད་ཀྱི་མེད་ཟེར་གྱི། གསུམ་པ། རྒྱལ་སྤྱིའི་ཐོག་ནས་ཏེ་ཀྲུང་དེ་ཡོད་རེད། ཏཱ་ལའི་བླ་མ་མིང་ཟེར་དེ་ཡོད་རེད། ཐོག་འདི་འདྲའི་བྱས་འདོད་ཡོད་འདོད་ཁ་བདེ་སྐྱིད་ལ་ཞབས་འདྲེན་ཞུས་ན་རྩ་ནས་འགྲིག་གི་མ་རེད། འདི་ནི་བྱིས་པ་རྒྱ་གར་ནས་གཞུང་དམངས་ཀྱི་སྡུག་སྐྱོན་རྒྱབ་སྐྱོར་བྱེད་འོག་རུ་ང་ཚོ་ལ་འདི་ཁྱི་ནས་འགྲོ་ཐུབ་དགོས་སྐོར་རེད་མ་གཏོགས་གཅིག་པས་ད་ངས་ཐག་གཅོད་འདི་གས་ང་སྒེར་སྒེར་དོན་གཙོ་བོ་བྱེད་བཞག་པའི་ཐོག་ནས་བྱས་པ་ཡིན་ད་ད་རྙོག་དྲ་ཆེ་རོགས་རེད་ཞེས་འདི་ལྟར་ཟེར་ཡ་ཞོར་བ།

གང་ཡིན་ཟེར་ན། ཀུན་སློང་འདི་དང་པོ་རང་ནས་ཁེ་དང་དེ། རྒྱ་ཆེན་པོ་ཡོད་ན་སྙིང་སྟོབས་དེ་གླེགས་རེད། འགའ་ཤས་ཁ་ལ་ཁྱེད་རང་བློ་ཁོག་ཆེན་པོ་ཞིག་བློ་ཁོག་ཆེན་པོ་ག་ཡིན་མ་རེད་ད། གཞི་གཙོ་བོ་འདི་ཀུན་སློང་ཁེ་དང་དེ་འགོ་ཁྲིད་ཟེར་ངེས་དེ་ཀུན་སློང་དང་པོ་རང་ནས་ཡག་པོ་ཡོད་པ་ཡིན་ན་གོང་ས་གསུངས་པ་རྣམས་ཤེས་ཏེ་བྱམས་སྙིང་རྗེ་གཞི་ཤ་བའི་ཐོག་ནས་བྱེད་ཀྱི་ཡོད་པ་ཡིན་ན་བློ་ཁོག་དེ་གླེགས་རེད། གདོང་ལེན་བྱེད་ཐུབ་རེད། དཀའ་ལས་རྒྱབ་ཐུབ་རེད། ཐང་གས་ཆད་གི་མ་རེད་ཐང་ཆད་ནས་ལམ་སང་གི་སྲོད་ཡོང་གི་རེད། དེ་སོང་ཙང་ཁོང་ཚོ་ཤོག་ཁ་གནང་ཡས་དེ་ཧ་ལས་པའི་གཏིང་ཟ་བོ་ཞིག་རེད། དེ་སོང་ཙང་ཡང་ང་ཚོའི་འགོ་ཁྲིད་ཚང་མ་ཆགས་དགོས་གོ་རེད། ད་ལྷའི་ཅོག་གསུམ་པ་དེ་སྐྱེས་པ་ཆགས་དེ་ཡོད་དེ་མཇུག་མ་ཅོག་གསུམ་པ་དེ་བུད་མེད་ཆགས་དགོས་གོ་རེད། ཡིན་ནས་བུད་མེད་ག་འདྲས་ཅིག་དགོས་གོ་རེད་ཟེར་ན། བྱམས་སྙིང་རྗེ་གཙོ་བོ་ཞེས་བྱ་བའི་ཐོག་ནས་དགོངས་པ་བཞེས་ངེས། སྐུ་ལས་བསྐྱོན་ངེས། ཕྱག་ལས་གནང་ངེས། འདི་འདྲས་ཞུགས་པ་བོ། ཨ་འདི་འདྲས་ཆགས་པ་ཤོག་བྱས་བྱས། ང་ཡི་ནས་ཡང་སྨོན་ལམ་རྒྱག་གི་ཡིན། བཀའ་ཤག་ནས་ནས་རེ་བ་བྱས་བྱས་ད་རེས་སྲིད་ཇུས་གཏན་འབེབས་བྱས་ཚོགས་ཆེན་བསྐོང། མ་འོངས་པ་ཡི་ནས་ག་རེ་བྱས་དུ་ཁོར་ཡུག་བསྐྲུན་ཡག་ལ་ཐོན་སྐྱེད་བྱ་ཡག་ལ་ག་རེ་བྱས་ཡོད་ཟེར་དེ་ལ་ང་ཚོ་བཀའ་ཤག་ནས་ཡིན་པ་ཡི་ནས་རེད་ས་གནས་འགོ་འཛིན་ལམ་སྟོན་ཡི་ནས་རེད་ཁ་གསལ་བོ་ཞེ་དྲག་ཡོད་ལ་འདི་ཐོག་ནས་མཐའ་གཅིག་ཏུ་འབད་བརྩོན་བྱེད་ཀྱི་ཡིན། ཨ་ནི་མ་འོངས་པ་ལ་ཏན་ཏན་རང་བུད་མེད་ནུས་སྟོབས་འཕེལ་བྱས། ཞབས་རྒྱ་གཅིག་པོ་མར་བུད་མེད་ནུས་སྟོབས་འཕེལ་ཆེད་རྩ་དོན་རྩོད་ངེས་ཀྱི་འགོ་ཁྲིད་ཆགས་པ་ཤོག་ཤེས་ཆེ་རེ་བ་དུ་མི་འདུས་ཡིན་ཐུ་ཆེ་ན།